ཆགས་ཞེན་སྔོན་འགྲོ་ཞི་གྱུར་དབུགས་ཤུགས་ཆེ་རིམ་མདོར་བསྡུས་པ་ངེས་དོན་སྒྲོན་མེའི་ནང་ནས། དེ་ནས་ཐུན་མོང་གི་སྔོན་འགྲོ། དང་དལ་འབྱོར་གཉིས་ཀ་འཆི་བ་མེད་དག་ལས་རྒྱུ་འབྲས་ཁོ་བོའི་ཉེས་དམིགས་དེ་སྔོན་དུ་ཞུས་ཟིན་དང་ཐུན་མོང་མ་ཡིན་པའི་སྔོན་འགྲོ་ལ་ཡང་ཐོག་མར། དེ་ནས་སྐྱབས་སུ་འགྲོ་བ་དང་དེ་ཡི་རྗེས་སུ་སེམས་བསྐྱེད་པ། རིམ་པ་གཉིས་པ་དེ་ལ། དེ་ནས། སྡིག་སྒྲིབ་སྦྱོང་བར་བྱེད་པ་ལ་ད་རྡོ་རྗེ་སེམས་དཔའི། ཉམས་ལེན། དེ་ཡི་རྗེས་སུ་དང། ཚོགས་རྫོགས་པར་བྱེད་པ་ལ་མན་འབྲེལ། ད་དེའི་སྐབས་ནས་ཞུ། ཡོད་ད་དེ་ཞུ་བའི་སྐབས་སུ་བབས་པ་རེད་དེ་ལ་ཡང། ད་ཚོགས་རྫོགས་ཟེར་ཡང་དེ་དེ་ནས་ཕ་རོལ་ཏུ་ཕྱིན་པ་དྲུག་ཐེག་པ་ཆེན་པོའི་གི་ད་ལྟ་སྒོམ་སྤྱོད་པའི་ཉམས་ལེན་ག་རེ་ཡོད་ན་ཡང། ད་ས་དང་རྒྱ་ཆེ་བའི་གི་ད་སྒོམ་སྤྱོད་པ་མ་གཏོགས་མ་ས་པ་དང་རྒྱ་མི་ཆེ་བའི་གི་ད་རྒྱ་ཆུང་བའི་གི་ད་སྒོམ་སྤྱོད་པ་ཟེར་མཁན་དེ་ཡོད་མ་རེད་ད་ཐེག་པ་ཆེན་པོའི་ཉམས་ལེན་ཡོངས་སུ་རྫོགས་པ་དེ་ཚུལ་བསྡུ་ཡོངས་འདུའི་རྩ་བ་གཞི་བཞག་ས་དེ་དང་པོ་བྱང་ཆུབ་སེམས་ལ་སེམས་བསྐྱེད་པ་བཅུ་འཇུག་ལ་སོང་བ་ནང་བཞིན་གྱི། བྱང་ཆུབ་སེམས་ལས་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེས་གྱུར་ཅིག་སྐྱེས་པ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག་གསུངས་པའི་གེགས་དང། བྱང་ཆུབ་ཀྱི་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེད་པར་བྱེད་པ། སྐྱེས་པ་མི་ཉམས་པར་བྱེད་པ། མི་ཉམས་པ་གོང་ནས་གོང་དུ་འཕེལ་བར་བྱེད་པའི་དེ་འདྲ་བའི་དང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གཞི་ལ་བཞག་ནས་དེའི་སྟེང་ནས་ཨ་ནི་ལུས་ཀྱི་དགེ་བ། ངག་གི་དགེ་བ་ཡིད་ཀྱི་དགེ་བ་ལ་སོགས་པ་ལུས་ངག་ཡིད་གསུམ་གྱི་དགེ་བ་གང་དང་གང་སྤྲོས་པ་དེ་རྩ་བ་བྱམས་ཉིད་ཀྱི་བྱང་ཆུབ་ཀྱི་སེམས་གཞི་ལ་བཞག་པའི་སྟེང་ནས་དང། དེ་ནི་ལམ་དེ་འགྲོ་གི་ཡོད་པ་ཡིན་དུས་དེ་འདྲ་ཡིན་དུས་ཐེག་པ་ཆེན་པོའི་ལམ་དེ་རྒྱ་ཆེ་བ་དང་ཟབ་པ་ཧ་གསལ་འགྲོ་གི་ཡོད་པ་རེད། དང། དེ་ཡང་ཆེད་དུ་བྱ་བ་དེ་རང་ཉིད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཆེད་དུ་མ་ཡིན་པར་ཆེད་དུ་བྱ་བ་དམར་རེར་སྤྱོད་པའི་སེམས་ཅན་ཐམས་ཅད་དབེན་པའི་གནས་སྐབས་དང་མཐར་ཐུག་གི་སྡུག་བསྔལ་ལས་བཏོན་ཡང་དག་པའི་གེགས་བདེ་བ་བླ་ན་མེད་པ་ལ་སྦྱོར་བའི་བསམ་པ་དེ་ཡང་སྐྱོན་མང་པོ་མ་ཡིན་པའི་སེམས་ཀྱི་གཏིང་ནས་བསླད་ནས་ཅིག་གིས་བྱམས་པ་ཚད་ཐུབ་པ་ཅིག་སྙིང་རྗེ་ཡང་ཚད་འདོང་ཐུབ་པ་ཅིག་དེ་འདྲ་ཅིག་གིས་ཡོང་པའི་ཐད་ནས་དེ་ནི་དངོས་དང་བརྗོད་ནས་ཡང་ང་རང་ཚོས་ཉམས་ལེན་ག་རེ་བྱས་པ་དེ་ཉམས་ལེན་དེ་ལ་བར་ཆད་མེད་པར་ཉམས་ལེན་དེ་མཐར་ཕྱིན་པ། ཉམས་ལེན་དེ་ལྟ་བུ་དེ་དག་རྒྱལ་བ་དགྱེས་པའི་གྱི་མཆོད་སྤྲིན་རང་ཉིད་ཚོགས་བསགས་སྒྲིབ་སྦྱང་གི་ཡང་ལམ་ཡང་དེ་ལས་ལྷག་པ་མེད་པ། མར་སེམས་ཅན་ཐམས་ཅད་ལ་ཕན་བཏགས་ཡང་ལམ་དེ་འདྲ་གཅིག་གི་སྒོ་ནས་ལྷག་པ་མེད་པ་ལྟ་ཚེ་འདི་ཡི་སྙན་གྲགས་ལོངས་སྤྱོད་དཔལ་འབྱོར་ལ་དེ་ཚོའི་སྤྲད་ཀྱི་ཚོང་ཟད་ཟ་མ་བཏང་བ་ཡིན་ན་ཅི་དང་སྦྱིན་པ་བཏང་ཡང་བཏང་ཐེག་པ་ཆེན་པོ་གི་རྩིས་མ་ཟིན་པའི་ཐེག་ཆེན་སེམས་བསྐྱེད་ཀྱི་རྩིས་མ་ཟིན་པའི་སྦྱིན་པ་བཏང་ཡང་དང་ཚུལ་ཁྲིམས་སྲུང་ཡང་བཟོད་པ་བསྒོམ་པ་ལ་སོགས་པ་བྱས་པ་ཡིན་ན་ནི་དེ་དེ་ནི་རྒྱལ་བ་དགྱེས་པའི་ལམ་ལ་འགྲོ་ཐུག་གི་མ་རེད་དངོས་དེ་ཡིན་དུས་ད་རྒྱལ་བ་དགྱེས་པའི་ལམ་ལ་འགྲོ་ཡ་དང། འབྲས་བུ་རྣམ་བཞིན་ཡང་དག་པར་ཐོབ་པར་བྱེད་པ་ལ་དེ་འབྲས་ཀྱི་དང། མེད་དུ་མི་རུང་བའི་ལམ་ཟབ་པ་བྱང་ཆུབ་སེམས་ཉམས་ལེན་དགོས་ཀྱི་རེད། ད་དེ་ཡོངས་སུ་སྒྲུབ་པར་བྱེད་པ་ལ་ལྟོས་ནས་སྦྱིན་པ་བཏང་བ་ཚུལ་ཁྲིམས་བསྲུང་བ་བཟོད་པ་བསྒོམ་པ་བརྩོན་འགྲུས་བརྩམས་པ་བསམ་གཏན་བསྒོམ་པ་ཤེས་རབ་བསྒོམ་པ་སོགས་གཙོ་བོ་བར་དུ་ཕྱིན་པ་དྲུག་རེད། ད་བར་དུ་ཕྱིན་པ་དྲུག་དེ་རྒྱས་པ་བྱེད་ཡོད་དོ་ནི་ཕར་ཕྱིན་དེ་ཚོ་ནང་ལ་ཡང་སྦྱིན་པ་ལ་ཡང་སྦྱིན་པའི་སྦྱིན་པ་སྦྱིན་པའི་ཚུལ་ཁྲིམས་སྦྱིན་པའི་བཟོད་པ་སྦྱིན་པའི་ཚུལ་འཁྲུལ་སྦྱིན་པའི་བསམ་གཏན་སྦྱིན་པའི་ཤེས་རབ་ལ་སོགས་པ་དེ་འདྲ་གི་དབྱེ་བ་མང་པོ་ཕྱེ་ཡོད་དུས་ད་རྒྱ་ཆེན་པོ་མང་པོ་ཡོད་པ་རེད་དེ་འདྲ་ཡིན་དུས་ད། དེ་ཡང་ད་དེ་དག་ཚང་གི་ཚུལ་བསྡུས་ཡིན་དུས་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀྱི་ནང་ལ་བསྡུས་པ་རེད་དུས་རྒྱུན་མ་ཚང་སོ་ལྔ་དྲུག་ད། སྐྱབས་འགྲོ་སེམས་སྐྱབས་འགྲོ་དང་སེམས་བསྐྱེད་གསུང་ཡོན་དུ་སངས་རྒྱས་ཆོས་དང་ཚོགས་བཅས་ཆོས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་གསུང་ཡོན་དུ་ལ་ལམ་སྟོན་པ་པོ་སངས་རྒྱས་ལམ་དུ་བྱོལ་བ་དམ་པའི་ཆོས་ལམ་སྒྲུབ་པའི་གྲོགས་འཕགས་པའི་དགེ་འདུན་འདིར་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ་དུས་འདི་ནས་བཟུང་སྟེ་བྱང་ཆུབ་མ་ཐོབ་ཀྱི་བར་དུ་བདག་དང་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་ཆེད་བདག་ཐོབ་བར་བྱ་བ་རྣམས་བྱིན་ཡོད་དེ་ཐོབ་བྱ་རྣམས་ཀྱི་བླ་ན་མེད་པ་དེ་མ་ཐོབ་ཀྱི་བར་དུ་ང་ནི་སྐྱབས་སུ་འགྲོའོ་ཟེར་ནས་དང་པོ་སྐྱབས་འགྲོར་གསུང་གི་ཡོད་རེད་གཉིས་པ་དེ་ལ་ད་ནི་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ཟེར་སྦྱིན་སོགས་བགྱིས་ཟེར་དུ་སྦྱིན་སོགས་ལ་ཡིན་དུ་སོགས་སྒོམ་ནང་ལ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ལ་སོགས་པ་ཐེག་པ་ཆེན་པོའི་མེ་ལམ་ལྟ་བ་དང་སྒོམ་པ་སྤྱོད་པ་ཐམས་ཅད་དེ་ཕྱིན་ཅི་མ་ལོག་པར་ཡང་དག་པར་སྔ་རར་མ་སྐྱེས་པ་དེ་རྒྱུད་ལ་སྐྱེས། སྐྱེས་པ་དེ་ཡང་མ་ཉམས་པར་བྱས། མ་ཉམས་པ་དེ་ཡང་གོང་ནས་གོང་དུ་འཕེལ་བ་གི་ཐོག་ནས་འཕེལ་བར་བྱས་པའི་གི་ཐོག་ནས་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་དགོས་ཀྱི་རེད་དང་ཕན་པའི་ལམ་དེ་མ་གཏོགས་མེད་པ་རེད། ཕན་པའི་ལམ་དེ་མ་ཏོག་མེད་པ་ཡིན་དུ་ད་དེ་འདྲ་གི་སྟེང་ནས་འདི་ནས་ཉམས་སུ་ལེན་ནས་དེ་ཡང་སྔོན་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཀྱི་དང་པོར་དང་པོ་ཇི་ལྟར་བྱང་ཆུབ་ཤུལ་དུ་ཐུགས་བསྐྱེད་པ་དང་ཐུགས་བསྐྱེད་པ་ཙམ་དུ་མ་བཞག་བྱ་བ་མ་ཡིན་པ་བྱང་ཆུབ་སེམས་དཔའི་བསླབ་པ་མཐའ་དག་ཕྲ་རགས་སམ་མཐའ་དག་ལ་རིམ་པ་བཞིན་དུ་བསླབ་པ་ལྟར་དུ་བདག་ཀྱང་དེ་དག་རྣམས་ཀྱི་རྗེས་སུ་འཇུག་པ་ཡིན་དུ་རྗེས་འཇུག་པ་ཡིན་དུ་དང་པོ་བྱང་ཆུབ་ཤུལ་དུ་སེམས་བསྐྱེད་དགོས་ཀྱི་འདུག་བྱང་ཆུབ་ཤུལ་དུ་སེམས་མ་བསྐྱེད་ན་བྱང་ཆུབ་སེམས་དཔའི་བསླབ་པ་མཐའ་དག་ལ་རིམ་རིམ་པ་བཞིན་དུ་བསླབ་ཐུབ་ཀྱི་མ་རེད་དེ་འདྲ་ཡིན་དུ་དང། འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་པའི་ཆེད་དུ་ཟེར་ཡ་དེ་ཕན་ཟེར་ཡ་དེ་གནད་འགག་པའི་ཕན་པ་ཙམ་མ་ཡིན་པར་མཐར་ཐུག་གི་ཕན་པ་རེད་མཐར་ཐུག་གི་ཕན་པ་དེ་ག་རེད་ཟེར་ན་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་འདི་དག་ཐམས་ཅད་ལ་སྟོན་ལ་གནོད་ཀྱི་རྟེན་བྱེད་བདེ་བ་རྣམ་བྱང་ལྔ་ན་མེད་པ་ཡང་དག་པ་མངོན་དུ་བྱེད་ཐུབ་པ་ཞིག་དེ་འདྲ་བྱུང་བ་ཡིན་ན་ད་ནི་ཕན་པ་ངོ་མ་དེ་དེ་ཡིན་པ་རེད་དེ་ལ་བརྟེན་ནས་ད་དེ་ནས་འགྲོ་ལ་ཕལ་ཆེར་སངས་རྒྱས་འགྲུབ་པར་ཤོག་ཨོ་ས་དང་སངས་རྒྱས་སངས་རྒྱས་འམ་དེའི་འབྲས་བུ་རྣམས་ཅན་ཐོབ་ཐོབ་པར་ཤོག་ཨོ་གསུང་བ་ལ་དེའི་འདུ་དང་དེའི་ཕ་རོལ་ཏུ་ཕྱིན་པ་དྲུག་གི་ཉམས་ལེན་ཡོངས་རྫོགས་དེ་ཚུལ་འདུས་ཡོན་དུ་ཚོགས་རྣམ་པ་གཉིས་ཀྱི་ནང་ན་མ་འདུས་པ་མེད་པ་རེད་དཱ་དེ་ལ་ཡང་ཁ་ཚང་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་དེ་གོང་དུ་ཞུས་ཟིན་པ་རེད་དཱ་བསམ་གཏན་རེད། དང། དེའི་ནང་ནས་གཙོ་བོ་བརྩོན་འགྲུས་ཟེར་ཡ་དེ་ཞེ་དྲག་གལ་ཆེན་པོ་རེད། དཔེར་ན་ཐུན་མོང་ཐོག་ནས་སོང་ཡིན་དུས་སྦྱིན་པ་ཚུལ་ཁྲིམས་བཟོད་པ་གསུམ་དེ་དེ་ནི་བསོད་ནམས་ཀྱི་ཚོགས་ནང་ལ་བསྡུས་ཀྱི་ཡོད་པ་དང་ད་དེ་ལ་ཡང་འབྲི་ཚུལ་མང་པོ་ཡོད་པ་རེད། དེ་ནི་གཅིག་གི་གཅིག་ལ་འགལ་ཟླ་དེ་གང་ཡང་ཡོད་མ་རེད། དེ་ནི་ཡེ་ཤེས་ཀྱི་ཚོགས་ཀྱི་ནང་ལ་བསམ་གཏན་དང་ཤེས་རབ་གཉིས་དེ་བསྡུས་ཀྱི་ཡོད་རེད། ད་དེ་གཉིས་ཀྱི་གྲོགས་ངོ་མ་དེ་དེ་ནི་བརྩོན་འགྲུས་ལས་བཞག་པ་རེད། ད་བརྩོན་འགྲུས་རེད། ཟླ་བ་ཕྲ་བའི་སྲུང་བ་ནང་བཞིན་གྱི་ཡོན་ཏན་མ་ལུས་བརྩོན་འགྲུས་རྒྱས་འགྲོ་ཞིང་བསོད་ནམས་བློ་གྲོས་ཚོགས་གླེང་ཡིད་ཀྱི་རྒྱུ་ཟེར་དག་ཚོགས་རྣམ་པ་གཉིས་ཀ་ཡང་དག་པར་འགྲུབ་པར་བྱེད་པ་ང་ཚོས་སྒྲུབ་ཀྱི་ཡོད་རེད་བསྒྲུབ་ན་ཡང་དེ་འགྲུབ་ཐུབ་པ་ཅིག་དགོས་ཀྱི་ཡོད་རེད་རྫོགས་ཐུབ་པ་དགོས་ཀྱི་ཡོད་རེད་ཚོགས་རྫོགས་དགོས་ཀྱི་ཡོད་རེད་དེ་རྫོགས་ཡ་ལ་དེ་ཡི་བྲོ་བ་ལ་མེད་དུ་མི་རུང་བ་དེ་ང་ཚོ་བརྩོན་འགྲུས་རེད་བརྩོན་འགྲུས་ཟེར་བའི་སྐབས་སུ་ག་རེ་སྤྲོ་བ་དགོས་ཀྱི་ཡོད་རེད།

བསམ་པ་ཆེ་ཡང་དང་སྤྲོ་བ་འགོག་གི་ཡོད་རེད་སྒོམ་རྒྱག་པ་དང་སྤྲོ་བ་འགོག་གི་ཡོད་རེད་ལུས་ངག་ཡོད་གསུམ་གྱི་དགེ་བ་ཆེ་ཕྲ་ག་རེ་བསྒྲུབས་པ་ཡིན་ན་ཡང་དེ་ལ་སྤྲོ་བ། དེ་ནི་རྟོག་པ་ལ་ཡང་ཟས་དང་སྐོམ་པ་ལ་ཆུ་ཡི་ལྟར་སྤྲོ་བ་ཡོད་པ་ལྟར་དུ་ང་ཚོ་དེ་ནས་ཅིག་གཞན་དོན་སྒྲུབ་པའི་ཆེད་དུ་ལ་དང་སྤྲོ་བ་འགོག་གི་ཡོད་རེད་དེ་སྤྲོ་བ་ཡོད་ཚར་ན་ང་ཚོ་དེའི་ཐོས་པ་དང་བསམ་པ་སྒོམ་པ་ཆེ་ཡག་ལ་དང་ཐང་ཆེ་ཡག་དང། སེམས་ཚེ་ཡག་འདྲ་བོ་དང་ཡིད་མུག་ཡག་འདྲ་བོ་དང་སྤྲོ་བ་མེད་པ་འདྲ་བོ་དང་དེ་འདྲ་ཡོང་གི་མ་རེད་དེ་འདྲ་བའི་སྐྱོན་ཐམས་ཅད་དེ་བཟློག་ནས་ཉིན་མཚན་དུས་དྲུག་དང་དབྱེ་བ་མེད་པ་བླ་ནས་དགེ་བ་དེ་ལ་ངོམས་པ་མེད་པ་སྤྱོད་ཐུབ་པ་དང་དགེ་བ་དེ་ལ་ཆོག་ཤེས་མེད་པ་སྤྱོད་ཐུབ་ཀྱི་རེད་ཆོག་ཤེས་མེད་པ་ངོམས་པ་མེད་པ་སྤྱོད་ཐུབ་ཡ་དེ་ལ་བླ་ནས་སྤྲོ་བ་ཟེར་སོང་བ་རེད་དེ་འདྲ་བའི་ངོ་བོ་དེ་ག་རེ་ཟེར་ན་བརྩོན་འགྲུས་ཟེར་སོང་བ་རེད་ད་བརྩོན་འགྲུས་དགོས་ཀྱི་རེད། ད་བརྩོན་འགྲུས་མེད་པ་ཡིན་ན་ང་ཚོའི་བྱ་བ་འཇིག་རྟེན་གྱི་བྱ་བ་ཅིག་ཡིན་ན་ཡང་བརྩོན་འགྲུས་མེད་ན་ལེ་ལོ་གི་དབང་དུ་འགྲོ་བ་རེད་བརྗིད་ལོག་པ་རེད་བ་རེད་ཨ་ནི་བརྗིད་ལོག་སོང་བ་ཡིན་ན་ཨ་ནི་ཆོས་ཡང་དག་པར་སྒྲུབ་ཐུབ་ཀྱི་མ་རེད་ཐོས་བསམ་སྒོམ་གསུམ་ཡོང་ཐུབ་ཀྱི་མ་རེད་དེ་འདྲ་ཡིན་དུས་ངའི་ཐུབ་ཀྱི་མ་རེད་ངའི་འབྱུང་གི་མ་རེད་ངའི་དགེ་བ་སྒྲུབ་ཐུབ་ཀྱི་མ་རེད་ངའི་ཐོས་བསམ་བྱེད་ཐུབ་ཀྱི་མ་རེད་ཟེར་བསམ་བསྡད་པ་ཡིན་ན་དེ་ལ་བརྗིད་ལུག་པ་ཟེར་ངའི་ཐུབ་ཀྱི་མ་རེད་ངའི་ལམ་སྒྲུབ་ཐུབ་ཀྱི་མ་རེད་ངའི་རྣམ་མཁྱེན་ཐོབ་ཐུབ་ཀྱི་མ་རེད་བསམ་པ་འདྲ་བོ་དེ་འདྲ་ཡོད་ན་དེ་ལ་བརྗིད་ལུག་པ་རེད། པའི་སྒྱིད་ལུག་ཅིག་ཡོད་མ་རེད་གསུང་བ་རེད་དེ་ཡིན་དུ་ད་བརྩོན་འགྲུས་དེ་ད་ཉམས་ལེན་གྱི་གྲོགས་ཤེས་རབ་དང་ཡེ་ཤེས་ཀྱི་ཐབས་ཐབས་དང་ཤེས་རབ་གཉིས་ཀྱི་ཉམས་ལེན་ག་རེ་བསྒྲུབས་པ་ཡིན་ན་ཡང་དེ་གི་གྲོགས་ལ་མེད་དུ་མི་རུང་བ་དེ་ད་ནས་བརྩོན་འགྲུས་ཡོང་གི་ཡོད་རེད་གསུང་བ་རེད། བདག་དེ་ཡི་རྗེས་སུ། བསམ་གཏན་རེ་བདག་བསམ་གཏན་ལ་ཡང། ལུས་སེམས་ཤིན་ཏུ་རྒྱངས་པ་མཐོང་བའི་ཆོས་ལ་བདེ་བར་གནས་པའི་བསམ་གཏན། མངོན་ཤེས་དང་རྫུ་འཕྲུལ་ལ་སོགས་པ་ཡོན་ཏན་མངོན་པར་སྒྲུབ་པའི་བསམ་གཏན། ཏིང་ངེ་འཛིན་གྱི་སྟོབས་ལ་བརྟེན་ནས་སེམས་ཅན་གྱི་དོན་བྱེད་པའི་བསམ་གཏན་གསུམ་ཀ་ཡང་གཞི་གནས་སྐྱོན་དང་བྲལ་བ་ཞིག་ལ་བརྟེན་དགོས། གཞི་གནས་ནས་ཡོན་ཏན་ཐམས་ཅད་ཀྱི་གཞི་ཡིན་པའི་རྩ་བ་ཚུགས་ངེས་པ་ཞིག་མ་བྱུང་ཐབས་མེད། དེ་ཡི་རྒྱུ་ལ་སེམས་དབེན་གོ། དེ་ཡང་ལུས་དབེན་པ་ལས་འབྱུང། དེ་ཡང་དོན་ཉུང་ཞིང་བྱ་བ་ཉུང་བ་ལས་འབྱུང། དེ་ཡི་རྒྱུ་ལ་འདོད་པ་ཆུང་བ་གོ། དེ་ཡང་ཟས་གོས་གནས་མང་ངན་ངོན་ཙམ་གྱི་ཕྱོགས་ཤེས་པ་སྟེ་མདོར་ན་ཞི་གནས་བརྒྱད་རྩ་བ་འདོད་ཆུང་ཕྱོགས་ཤེས་ན་ཐུག་གོ་གསུངས་བྱ། དེ་གསུངས་དུས། སྤྱི་བཏང་གི་བསམ་གཏན་ལ་ཡང་དང། མཐོང་ཆོས་བདེ་གནས་ཀྱི་བསམ་གཏན། ཡོན་ཏན་མངོན་པར་བསྒྲུབ་པའི་བསམ་གཏན། དེ་ཡེ་ཤེས་མདོ་ལ་སེམས་ཅན་དོན་བྱེད་ཀྱི་བསམ་གཏན་གསུམ་བཞག་གནང་བ་རེད། ད་ལུས་སེམས་ཤིན་ཏུ་བསྐྱངས་པ་སྲིད་ལ་ཡོད་དུས་ཡོད་ནས་ལུས་སེམས་དགེ་བའི་གི་ལས་ལ་ཡར་དག་བརྩོན་ཐུབ་ཡོད་དུ་བརྩམས་པ་ན་ལས་སུ་རུང་བ། དེ་ཡིས་དེ་ལ་བརྟེན་ནས་གནས་ངན་ལས་ཐམས་ཅད་འཇོམས་ཐུབ་ཀྱི་ཡོད་པ་རེད། ལུས་ལུས་ཤིན་སྦྱངས་ཀྱི་ཏིང་ངེ་འཛིན་བསྒྲུབ་ཡ་དང་སེམས་ཤིན་སྦྱངས་ཀྱི་ཏིང་ངེ་འཛིན་བསྒྲུབ་དགོས་ཀྱི་ཡོད་རེད། དེ་བསྒྲུབ་ཡ་དེ་ལ་ཡར་དག་ལུས་དེ་ང་ཚོ་དགེ་བ་ལ་བཀོལ་ཐུབ་པ་དཔེར་ན་ལུས་ཀྱི་ཐོག་ནས་ཕྱག་འཚལ་ཡ་འདྲ་བོ་དང་སྐོར་ར་འགྲོ་ཡ་ལ་སོགས་པ་དེ་ཚོ་ལུས་ཀྱི་དགེ་བ་དེ་ང་ཚོར་སྤྲོ་བ་དང་བཅས་པའི་ཐོག་ནས་ལུས་སེམས་ལུས་དགེ་བ་ལ་བཀོལ་ཐུབ་པ་ཞིག་དགོས་ཀྱི་ཡོད་རེད། དེ་བཞིན་དུ་ལ་ཡིད་ཡང་མི་དགེ་བའི་སེམས་རྣམ་པར་གཡེང་བ་ཐམས་ཅད་ལས་ཚུལ་བཟློག་ནས་དགེ་བའི་གི་སེམས་ལ་ཡང་བཀོལ་ཐུབ་པ་དགོས་ཀྱི་ཡོད་རེད། དེ་ལས་ཡང་ལས་སུ་རུང་བ་གསུང་བ་རེད་ལས་སུ་རུང་ཟེར་བ་དེ། དེ་ནི་བག་མེད་པ་དང་རྣམ་གཡེང་གི་དབང་དུ་འགྲོ་ཡོང་དུས་དེ་ནི་ལུས་དགེ་བ་ལ་བཀོལ་མ་ཐུབ། མི་དགེ་བ་ལ་འཇམ། ངག་དང་ཡིད་ལ་སོགས་པ་ཡང་མི་དགེ་བ་ལ་འཇམ་ཡོང་དུས་ད་ནི་དགེ་བ་ལ་བཀོལ་མི་ཐུབ་པ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ལུས་སེམས་དགེ་བའི་ལས་ལ་བཀོལ་ཐུབ་པའི་གནས་སྟངས་ལེགས་སུ་འོང་བ་དེ་ཡིས་བཀོལ་ཐུབ་ན་ག་རེ་ཕན་ཁེར་ཟེར་ན་གནས་ངན་ལེན་འཇོམས་ཐུབ་པ་རེད། གནས་ངན་པ་ལེན་ཟེར་ཡ་དེ་ཁ་ཚང་སྔོན་མ་ཚར་གཅིག་བཞུས་པ་ཡིན་དྲན་སོང། གནས་ཟེར་ཡ་དེ་ད་ཐེངས་ཀྱི་ལས་དེ་རེད། ངན་པ་ལེན་ཟེར་ལོས་བརྩམས་པ་ལ་ད་སྐྱེ་བ་ཕྱི་མའི་གི་བདེ་བ་ཐོབ་དགོས་ཀྱི་ཡོད་ན་གནས་དེ་ད་རིང་སྒྲུབ་དགོས་ཀྱི་ཡོད་རེད། སྐྱེ་བ་ཕྱི་མ་གི་མི་དགེ་བའི་རྐྱེན་དང། ཅེས་ཀྱི། སྡུག་བསྔལ་ལ་སོགས་པ་དེ་འགྲུབ་བྱེད་ཀྱི་རྒྱུ་སྟེ་ཚེ་འདི་ཡིས་དང་ལུས་ཀྱི་མི་དགེ་བ་འགྲུབ་ཡང་ངག་དང་ཡིད་ལ་སོགས་པ་མི་དགེ་བའི་འགྲུབ་བྱ་སྟེ་གནས་རེད་དེ་ཡི་རྒྱུ་རེད། དེ་འདྲ་བའི་ཀྱི་ཕྱི་མའི་སྡུག་བསྔལ་དེ་གང་ནས་བྱུང་བ་རེད་ཟེར་ན་ཡང་དུ་དེ་ཡི་གནས་དེ་ད་ལྟའི་ཀྱི། ཅེས་ཀྱི་ཚེ་འདི་ཡིས་ལུས་སེམས་ཀྱི་ལས་མི་དགེ་བ་འགྲུབ་ཡང་ལས་སུ་མ་རུང་བའི་ཀྱི། སྤྱོད་པ་དེ་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་དུས་ད་ཐེངས་ཀྱི་ཚེ་འདི་ཡིས་ལུས་ངག་གི་སྤྱོད་པ་ཁ་ན་མ་ཐོ་བ། ལུས་ངག་གི་སྤྱོད་པ་མ་རུང་བ་ལས་སུ་མ་རུང་བ་འདི་གནས་རེད། གནས་དེ་འདྲ་བ་ཞིག་ལ་བསྐྱོད་ན་དེ་རྒྱུ་རེད་དེ་རྩ་བ་རེད་དེ་ལ་བརྟེན་ནས་ཕྱི་མའི་གི་ད་ནས་ཅིག་ངན་སོང་གི་སྡུག་བསྔལ་ཡིན་ན་འདྲ་འདུག་ཁུ་བ་ཅི་ལ་ཅི་འདྲ་གི་སྡུག་བསྔལ་དེ་ལེན་གི་ཡོད་རེད་ཟེར་ངན་པ་ལེན་ཟེར་དུས་སྡུག་བསྔལ་ལེན་གི་ཡོད་རེད་གསུངས་པ་རེད་ད་དེ་བར་འཇོག་མེད་ལ་ཨ་ནི་ལུས་དགེ་བ་ལ་བཀོལ་བཏུབ་པ་ཅིག་དགོས་གི་རེད་དེ་ལ་བརྟེན་ནས་ལུས་ཤིན་སྦྱངས་འགྲུབ་དགོས་གི་རེད་སེམས་དགེ་བ་ལ་བཀོལ་བཏུབ་པ་དགོས་གི་རེད་དེ་འགྲུབ་བས་ལ་སེམས་ཤིན་སྦྱངས་འགྲུབ་དགོས་གི་རེད་དེ་བསྒྲུབ་ན་དེ་ལ་དེ་བསྒྲུབ་ན་དེ་ད་ནས་གནས་ངན་གནས་ངན་ལས་འཇོམས་ཐུབ་གི་རེད་དེ་ལ་བརྟེན་ནས་ལུས་སེམས་ཤིན་ཏུ་སྦྱངས་པ་མཐོང་མཐོང་ཆོས་བདེ་གནས་ཀི་བསམ་ནས་སོང་བ་རེད། མཐོང་བའི་ཆོས་ལ་བདེ་བར་གནས་པ་ཏིང་ངེ་འཛིན་སོགས་ལྟ་ཏིང་ངེ་འདོད་ཚད་འདི་ལ་སྒྲུབ་ཡུལ་ལ་དེ་ལ་བརྟེན་ནས་རང་གི་རྒྱུད་ལ་ཡང་མི་རྟོག་རྣམ་པར་མི་རྟོག་པའི་ཏིང་ངེ་འཛིན་རྒྱུད་ལ་སྐྱེ་ཡ་དང་དེ་ནས་ཅིག་འགོག་པའི་སྙོམས་འཇུག་ལ་སོགས་པ་ཐོབ་ཡོང་དུས་བརྩམས་པ་ལ་དེ་ནས་ཅིག་ཚོར་བ་རགས་པ་དང་འདུ་ཤེས་རགས་པ་དེ་ཚོ་འགག་འགྲོ་གི་ཡོད་པ་རེད་དེ་ནས་ཚོར་འདུ་རགས་པ་དེ་ཚོ་འགག་ཡོང་དུས་དེ་ལ་བརྟེན་ནས་དེ་ནས་ཅིག་སྙོམས་འཇུག་གི་ཏིང་ངེ་འཛིན་ཡང་དག་པར་ཐོབ་ཐུབ་པར་བྱེད་ཀྱི་ཡོད་པ་དེ་ལ་བརྟེན་ནས་མཐོང་ཆོས་བདེན་གནས་ཀྱི་བསམ་གཏན་སོང་བ་རེད། དེ་ནས་དེའི་ཞོར་སོགས་པའི་དངོས་གཞི་དང་རྫུ་འཕྲུལ་ལ་སོགས་པ་ཡོན་ཏན་མངོན་པར་སྒྲུབ་པའི་སུམ་ལྡན་དག་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་ཏིང་ངེ་འཛིན་ཏེ་དཔའ་བར་འགྲོ་བའི་ཏིང་ངེ་འཛིན་ཞེས་ཡང་ཏིང་ངེ་འཛིན་གྱི་རྣམ་གྲངས་མང་པོ་ཡོད་པ་རེད་དེ་འདྲ་བའི་དག་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་ཏིང་ངེ་འཛིན་དཔའ་བར་འགྲོ་བའི་ཏིང་ངེ་ལ་སོགས་པ་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་ཡོན་ཏན་དེ་ཚུལ་ཐམས་ཅད་དུ་ཐོབ་པར་བྱེད་པའི་རྒྱུ་དེ་ད་ལྟ་སྒྲུབ་དགོས་ཀྱི་ཡོད་པ་ཡིན་དུས་དེ་ཐོབ་པར་བྱེད་པ་ལ་དངོས་གཞི་དགོས་ཀྱི་ཡོད་རེད་རྫུ་འཕྲུལ་དགོས་ཀྱི་ཡོད་རེད་དེ་འདྲ་གྱི་དག་དངོས་གཞི་དང་རྫུ་འཕྲུལ་ལ་སོགས་པ་ལ་བརྟེན་ནས་ཐུན་མོང་མ་ཡིན་པའི་ཡོན་ཏན་ཐམས་ཅད་དུ་སྒྲུབ་དགོས་ཀྱི་ཡོད་པ་ཡིན་དུས་ཡོན་ཏན་མངོན་པར་སྒྲུབ་པའི་བསམ་གཏན། དེ་ནི་ཏིང་ངེ་འཛིན་གྱི་སྟོབས་ལ་བརྟེན་ནས་སེམས་ཅན་གྱི་དོན་བྱེད་པ་དང་ཐེག་པ་ཆེན་པོ་གནད་གཅིག་གི་ཞིང་སེམས་ཤེས་པའི་མངོན་ཤེས་ཡོད་ན་སེམས་ཅན་གྱི་དོན་སྒྲུབ་ཐུབ་ཀྱི་རེད་མངོན་ཤེས་མེད་ན་སེམས་ཅན་གྱི་གཞན་དོན་རྒྱ་ཆེན་པོ་སྒྲུབ་ཐུབ་ཀྱི་མེད་པ་རེད་དེ་ལ་བརྟེན་ནས་ད་སེམས་ཅན་དོན་བྱེད་ཀྱི་བསམ་གཏན་གསུམ་ག་ཡང་ཞི་གནས་ཀྱི་སྐྱོན་དང་བྲལ་བ་ཞིག་ལ་བརྟེན་དགོས་ཞི་གནས་ནི་ཡོན་ཏན་ཐམས་ཅད་ཀྱི་གཞི་ཡིན་པས་རྩ་བ་ཚུགས་ངེས་པ་ཞིག་མ་བྱུང་མེད་ཐབས་མེད་དེ་ཡི་རྒྱུ་ལ་སེམས་དབེན་དགོས་གསུངས་བ་རེད། དང། སེམས་དབེན་དགོས་ཟེར་ཡ་དེ། སྤྱོད་འཇུག་གི་ནང་ལ་ལུས་འདུ་འཛི་གི་དབེན་པ་དང་སེམས་རྣམ་རྟོག་གི་དབེན་པ་སོགས་གཉིས་བཞག་ཡོད་པ་རེད། དེ་འདྲ་ཡིན་ལ། དེའི་ནང་ལ་གཙོ་བོ་དེ་སེམས་དབེན་པ་ལ་བྱ་བ་རེད། ལོག་པའི་ལམ་ནས་སེམས་བསླན་ཏེ་སོང་བ་ནང་བཞིན་གྱི་སྤྱོད་འཇུག་ནང་ནས་ད་ལོག་པའི་ལམ་ནས་སེམས་བསླན་དགོས་དེ་བས་སྒྲིབ་པ་སེལ་བའི་ཕྱིར་ལོག་པའི་ལམ་ནས་སེམས་བསླན་ཏེ། ཡིན་ནི་ཏིང་ངེ་འཛིན་ལ་བཞག་སོང་བ། ད་ལོག་པའི་ལམ་ནས་སེམས་བརླན་ཟེར་དུས་ཅི་སྟངས་སེམས་ཡིད་དབང་སེང་ཡང་དེ་ག་རེ་བསམ་ན་ཕྱིན་ཅི་ལོག་པའི་སྤྱོད་པ་ལ་ཞེན་པ། ལུས་ཀྱི་ཕྱིན་ཅི་ལོག་པའི་སྤྱོད་པ་ངག་དང་ཡིད་ལ་སོགས་པའི་ཕྱིན་ཅི་ལོག་པའི་སྤྱོད་པ་ལ་ཞེན་ཡོད་དུས་དེ་ནི་སེམས་རང་དབང་འདུ་ཐུབ་བ་མི་འདུག་བ། སེམས་རང་དབང་འདུ་མི་ཐུབ་པའི་རྒྱུ་མཚན་ག་རེ་བསམ་ན་ཕྱིན་ཅི་ལོག་པའི་གཞན་དབང་གིས་ཁྱེར་སོང་བ་རེད། དཔེར་ན། ད་ནི་བལ་དང་ཤུ་གུ་ལ་སོགས་པ་ཐམས་ཅད་རླུང་གིས་དབང་བཅུ་བྱས་པ་ལྟར་དུ་ང་རང་ཚོ་གི་ཡང་ད་ནི་སེམས་དེ་ལས་སུ་མ་རུང་བ་དེ་ཕྱིར་རོ་རྣམ་སྨིན་གྱི་དབང་དུ་བྱོན་ནས་རྣམ་སྨིན་གྱིས་དབང་བཅུར་བྱས་པ་རེད། ཆགས་སྡང་གི་ཡུལ་སྐྱེ་སྲིད་ཀྱི་གཞི་མཐོང་ཡོང་དུས་དེ་ལ་བརྟེན་ནས་ཆགས་སྡང་གི་རྣམ་པར་རྟོག་པ་སྐྱེ་ཡོང་དུས་སེམས་ནི་རང་བབས་སུ་གནས་མ་ཐུབ་ད་ལྷག་པར་ཆགས་ཞེན་དེ་ཚོའི་སྐབས་སུ་ལ་སེམས་ནི་རང་བབས་སུ་གནས་མ་ཐུབ་ཟེར་ཡག་དེ་ཡུལ་དེའི་རྐྱེན་ངང་བལྟས་ནས་བལྟས་ནས་སེམས་དེ་དབང་འགྱུར་བྱེད་ཀྱི་ཡོད་རེད། ཅིག་ད་རླུང་ནས་འགྲོ་བ་དང་འོང་བའི་ཤིང་བ་དབང་འགྱུར་ལྟར་སོང་བ་ནང་བཞིན་གྱི་རླུང་འགྲོ་འོང་ལ་བལྟས་ནས་བལྟས་ནས་བལ་ལ་སོགས་པ་དེ་དབང་འགྱུར་བྱེད་པ་ལྟར་དུ་ང་རང་ཚུགས་ཀྱི་ཡང་བལྟས་ནས་སེམས་དེ་བག་མེད་པ་ཆགས་ཡག་དང་སེམས་ལས་སུ་མ་རུང་བ་ཆགས་ཡག་དང། སེམས་དེ་སྐྱིད་པོ་མེད་པར་བཟོ་ཡག་དང་སེམས་དེ་མི་བདེ་བར་བཟོ་ཡག་དང་སེམས་དེ་ལ་བརྟེན་ནས་ལས་ངན་པ་འགྲུབ་ཐུབ་ཡག་དེ་ཚོའི་ཐམས་ཅད་ཀྱི་བྱ་བ་དེ་གང་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ན་ལས་དང་པོ་པ་ལ་ཡུལ་གྱི་རྐྱེན་ཟེར་ཡག་རེད་གལ་ཆེན་པོ་རེད། ད་རྟོགས་པ་ཕྱོགས་ལྡན་གྱི་གང་ཟག་ཡིན་ན་ནི་སྐད་ཆ་ཁ་ཁ་རེད་དེ་འདྲ་དེ་ཡིན་ན་ནི་ད་སེམས་ལ་རང་དབང་ཐོབ་པ་རེད། སེམས་ལ་བརྩེ་ས་ཟིན་པ་རེད་སེམས་ལ་བརྩེ་ས་ཕྱིན་ཚར་བའི་སྐབས་སུ་ན་ཡུལ་གྱི་རྐྱེན་གྱིས་ཨ་ནི་སེམས་ལ་རང་དབང་མེད་པ་བཟོ་ཐུབ་གི་མ་རེད། ད་ལས་དང་པོ་པ་ན་ད་འདི་ལམ་ལ་སླབ་བསྡད་མཁན་གང་ཟག་ཡིན་པ་ཡིན་ན། ང་རང་ཚོ་བག་ཡོད་པ་དང་དྲན་ཤེས་ལ་སོགས་པ་ལ་བརྟེན་མ་ཐུབ་ན་ད་ནི་ཚོད་དང་རྣམ་པ་ཀུན་ཏུ་སེམས་གཡེངས་འགྲོ་བ་རེད། ཁ་དོན་གཅིག་ཁ་དོན་གཅིག་འདོན་པ་ཡིན་ན་ཡང་དག་ཁ་དོན་དེ་ལ་ཡང་ཤོག་ལྡེབ་བདུན་བརྒྱད་ཅིག་ཡོད་པ་ཡིན་ན་ད་ནི་ཕལ་ཆེར་ཤོག་ལྡེབ་དེ་ཕྱེད་ཀ་རྩ་ཆེ་མ་གཏོགས་ད་འདོན་ལོང་ཡོད་མ་རེད་དེའི་རྗེས་སུ་བརྟེན་སེམས་གཡེངས་འགྲོ་བ་རེད། འདས་པའི་གི་རྗེས་གཅོད་མ་འོངས་པ་ཡི་མདུན་སུ་ད་སང་ཉིན་འདི་བྱས་དེ་རིང་ཕྱི་དྲོ་འདི་བྱས་གནངས་ཉིན་འདི་བྱས་ལོ་གཞུག་མ་འདི་བྱས་ཟླ་བ་བརྒྱད་མ་འདི་བྱས་ཟེར་ན་འདྲ་བོ་ད་ནི་གཅིག་སེམས་དེ་ཕྱི་རོལ་གྱི་རྣམ་པར་གཡེངས་བ་ལ་ཡང་འགྲོ་ཡོད་མཛད་བརྩམས་པ་ལ་ཁ་འདོན་དེ་ཚར་འགྲོ་གི་ཡོད་རེད་དེ། ཡིན་ན་ཡང་དེ་ནི་སེམས་དེ་དེ་དང་འགྲོ་ཐུག་གི་ཡོད་མ་རེད། སེམས་དེ་ལུས་ངག་གི་དགེ་སྦྱོར་མཉམ་དུ་འགྲོ་ཐུག་གི་ཡོད་མ་རེད། སེམས་དབྱིངས་སོང་བ་རེད། དེ་འདྲ་ཡིན་དུས་ད་དེ་ཆགས་སོང་ན་དེ་ཞི་བ་ལས་གསུངས་པ་ནང་བཞིན་གྱི་སེམས་སེམས་བཞིན་གཡེངས་པས་བྱས་པ་ནི་དེ་ཉིད་རིགས་པའི་དོན་མེད་སོང་ཟེར་སེམས་བཞིན་དུ་གཡེངས་པས་གིས་ལུས་ཀྱི་དགེ་བ་བསྒྲུབ་པ་ངག་གི་དགེ་བ་བསྒྲུབ་པ་ཡིན་ན་དེ་ལ་ཕན་ཐོགས་ཡོད་མ་རེད། ག་རེ་ཟེར་ན་ལུས་ངག་ཡིད་གསུམ་གྱི་ནང་དུ་གཙོ་ཆེ་ཤོས་དེ་ང་རང་ཚོ་སེམས་རེད། ཡང་འགྲོ་མ་འགྲོ་བཟོ་མཁན་ཡང་སེམས་ཡིན་པ་རེད། བདེ་སྡུག་གི་བྱེད་པོ་པོ་ཡང་སེམས་ཡིན་པ་རེད། སེམས་དེ་ལས་གཙོ་བོ་ལུས་ངག་ལ་དབང་བསྒྱུར་བྱེད་མཁན་དེ་ཡང་སེམས་ཡིན་པ་རེད། དེ་ཡིན་དུ་བསམ་པ་ལ་སེམས་དེ་གཙོ་བོ་ལྟ་བུ་དང་རྒྱལ་པོ་ལྟ་བུ་དང་ཨ་ནི་ཅིག། མཆོག་ཏུ་མཆོག་འདྲ་བོ་དེ་སེམས་ཡིན་པ་ཡིན་དུས། དེའི་ལྟེ་བ་ནས་འབྲས་བུ་བདེ་བ་དང་སྡུག་བསྔལ་ཟེར་ཡག་དེ་ཨ་ནི་ཅིག་ཐོབ་ཐུབ་མ་ཐུབ་ཐོབ་ཡག་གི་བྱེད་ལས་གཙོ་བོ་འདྲ་བོ་དེ་སེམས་ཀྱི་ཐོག་ནས་བྱེད་ཀྱི་ཡོད་རེད། དེ་ལ་བརྟེན་ནས་ལས་དང་པོ་པ་ལ་ལྟ་གལ་ཆེ་ཤོས་ག་རེད་ཟེར་ན་དང་པོ་ནི་སེམས་ཀྱི་ངོ་བོ་ལྟ་ཟེར་ཡག་དེ་དཀའ་ལས་ཁག་པོ་རེད། སེམས་ཀྱི་ངོ་བོ་ལྟ་བ་ཙམ་ཞིག་གིས་ཕན་གྱི་ཡོད་མ་རེད་དེ་ཡིན་དུས་དང་པོ་ལམ་གྱི་རིམ་པ་དེ་ཚོ་ལ་བསླབ་དགོས་བ་རེད། ལམ་གྱི་རིམ་པ་བསླབ་པར་བྱེད་པ་ལ་དང་པོ་ག་རེ་བཏོན་ཡོད་རེད་ཟེར་ན་དེ་ནི་ཞི་གནས་བསྟན་ཡོད་རེད་ཟེར་ཞི་གནས་རེད། ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གི་ཉོན་མོངས་རྣམ་པར་འཇོམས་པ་ཤས་ཆེ་ནས་སོང་བ་ན་ཞེ་ད་ཞི་གནས་ལ་བརྟེན་ནས་ད་ནི་ལྷག་མཐོང་རྟོགས་དགོས་ཀྱི་ཡོད་རེད་ཞི་གནས་མེད་ན་སྟོང་ཉིད་ཀྱི་སྐོར་ལ་སྐད་ཆ་བཤད་ན་ཡང་ཕན་གྱི་མ་རེད་ཞི་གནས་མེད་པ་ལ་ད་ནི་སྟོང་པ་ཉིད་བསྟོད་ན་ཡང་ཕན་གྱི་མ་རེད་ཞི་གནས་མེད་པ་ལ་ད་ནི་ཅིག་སེམས་ངོ་སྒོམ་ན་ཡང་ཕན་གྱི་མ་རེད། དཔེར་ན་ཁྱིམ་གྱི་ནང་དུ། ད་ཆོས་མེད་ཡིན་ནའི་སྐར་མེད་ཡིན་ན་ཡང་འདྲ་འདུག་ཡང་ལ་འདྲ་བོ་ཅིག་པར་བཞག་པ་ཡིན་ན། ད་ཁྱིམ་གྱི་དངོས་པོ་ཐམས་ཅད་མཐོང་བར་བྱེད་པ་ལ་ང་ཚོས་ཡང་ལ་དཔག་གི་ཡོད་རེད་དེ། ཡིན་ན་ཡང། དེ་ཡང་ལ་དེ་རླུང་གི་འགུལ་སྤྱོད་ལ་བརྟེན་ནས་ཅིག་རང་ཚུགས་གནས་མ་ཐུབ་ན་མར་མེ་དེ་རང་ཚུགས་ལ་གནས་མ་ཐུབ་ན་དེ་ནི་དངོས་པོ་དངོས་པོ་མཐོང་ཐུབ་ཀྱི་མ་རེད་ནང་གི་དངོས་པོ་དེ་གསལ་པོ་མཐོང་ཐུབ་ཀྱི་མ་རེད་ཅིག་ལ་མེ་ལོ་མེ་ཅིག་མ་གཏོགས་ཅི་བཞིན་དུ་མཐོང་ཐུབ་ཀྱི་མི་འདུག་ད་རླུང་དང་ཕྲ་བའི་གི་མ་མེ་ཚུགས་པོ་ཅིག་ཡོད་པ་ཡིན་ན་དེ་ལ་བརྟེན་ནས་དེ་ནང་གི་དངོས་པོ་ཐམས་ཅད་གསལ་པོ་མཐོང་ཐུབ་པ་ལྟ་དུ། དེ་ནི་གཞི་ལྷན་མེད་ན། དེ་ནི་སྟོང་པ་ཉིད་ཀྱི་གནས་ཚུལ་སྟོན་ན་ཡང་གང་ཟག་གི་བདག་མེད་པར་བྱ་བར་ཆོས་ཀྱི་བདག་མེད་པ་ལ་སོགས་པ་དང་དང་དངོས་པོའི་གནས་ཚུལ་ཕྱིན་ཅི་མ་ལོག་པ་དེ་ཚོ་ཤེས་བཞིན་དུ་མཐོང་ཐུབ་པོ་མ་རེད་དངོས་པོའི་གནས་ཚུལ་རིག་ཐུབ་པོ་མ་རེད་དངོས་པོའི་གནས་ཚུལ་སེལ་ཐུབ་པོ་མ་རེད་དེ་སེལ་བར་བྱེད་པ་ལ་དང་པོ་སེམས་ཀྱི་རང་བཟོ་ཟིན་དགོས་རེད་དེ་ལ་དེ་ནི་གཞི་ལྷན་གྲུབ་དགོས་བ་རེད་ད་དེ་ལ་ཡང། དེ་ནི་གཞི་ལྷན་དེ་ལ་རྟེན་བྱེད་ཀྱི་གཞི་ནས་རྟེན་མེད་གཞན་མེད་ལ་སོགས་པ་ངོ་བོ་ཉིད་ཀྱི་གཞི་ལྷན་ལ་སོགས་པ་གཞི་ལྷན་གྱི་རིམ་པ་དེ་ཚོ་ཡང་ད་བླ་མ་མཁས་པ་རྣམས་ཀྱིས་སློབ་མ་ཀྱི་རྒྱུད་ཚོད་དང་བསྟུན་ནས་མ་ལམ་གྱི་རིམ་པ་དེ་ཚོ་བཏོན་ནས་ད་ནི་ཐབས་གང་དང་གང་དུས་ཀྱི་ཐོག་ནས་སྟོན་པ། སྟོན་དགོས་ཀྱི་ཡོད་པ་རེད་དེ་སྟོན་པ་ཡིན་ན་ད་ནི་ང་རང་ཚོ་ནམ་ཞིག་ལ་ཡང་ད་ནི་སེམས་དེ་རང་སུ་ཟིན་ཐུབ་སེམས་དེ་རང་ས་ལས་གནས་ཐུབ་སེམས་དེ་རང་གིས་དབང་བསྒྱུར་བྱེད་ཐུབ་ཡོད་དུས་བསམ་པ་ལ་ད་ནི་དེ་ཙམ་ཞིག་གིས་ཉོན་མོངས་པ་དང་རྣམ་པར་རྟོག་པའི་རྣམ་གཡེང་གི་ཚོགས་ཡོད་ན་ཡང་དེ་ཚོའི་ཁྲིད་ཀྱིས་ང་ཚོ་ལ་བར་གཞོལ་ཤུགས་ཆེན་པོ་བྱེད་མི་ཐུབ་པ་རེད་ད་ལྟ་ཞི་གནས་ཕྲན་བུ་ཙམ་ཡང་འགོག་མ་ཐུབ་པ་སེམས་རང་ས་ལ་སྐད་ཅིག་ཙམ་ཡང་གནས་མ་ཐུབ་པ་ལ་ད་ནི་ཅིག་ཕྱི་རོལ་གྱི་རྣམ་གཡེང་ཤུགས་ཆེན་པོ་ཡོད་པ་ཡིན་དུས་དགེ་བ་གི་བག་ཆགས་སྔོན་མ་བསགས་པ་ཡང་བསགས་མ་ཐུབ་བསགས་ཟིན་པ་ཐམས་ཅད་ཡང་བརྗེད་འགྲོ་ཡག་འདྲ་བོ་ད་ནི་བརླག་འགྲོ་ཡག་འདྲ་བོ། དེ་ལས་ཡང་གོམས་པ་ལས་མ་ཐུབ་ཡང་དེ་ལས་བག་ཆགས་བཟང་པོ་འཇོག་མ་ཐུབ་པར་གོམས་པའི་འགྲོ་འཕྲོ་མི་ཐུབ་ཡང་རྩ་བ་ག་རེ་བཟང་ན་སེམས་རྣམ་གཡེང་འོག་ཏུ་འགྲོ་གི་ཡོད་རེད། དེ་ཡིན་དུས་ཙམ་ལ་ད་ང་ཚོ་གཙོ་ཤེས་ཤོས་ག་རེ་ཟེར་ན་སེམས་རང་ས་དེ་ཚོའི་མདུན་ནས་སེམས་ལ་དབང་བསྒྱུར་བྱེད་ཐུབ་པ་ཡིན་ན་ཉོན་མོངས་པ་ད་སྐྱེ་གི་རེད་ཉོན་མོངས་པ་རྩད་ནས་བཅོམ་ཡང་དེ་ཁག་པོ་རེད་སྟོང་ཉིད་རྟོགས་པའི་ཤེས་རབ་རྒྱུད་ལ་མངོན་སུམ་དུ་མ་བྱས་ཀི་བར་དུ་ལ་ཉོན་མོངས་པ་སྤང་ཐུབ་ཀི་མ་རེད་དེ། ཡིན་ན་ཡང་སྔོན་མ་ལྟར་དུ་བྱས་ནས་ཉོན་མོངས་པ་ཐམས་ཅད་ཀྱི་སེམས་ལས་ཡར་མ་རུང་བ་དང་སེམས་ལས་སུ་མ་རུང་བ་བཟོ་ཐུབ་ཡག་གི་གོ་སྐབས་དེ་ཉུང་དུ་ཉུང་དུ་འགྲོ་ཡག་དང་མ་ཆུང་དུ་ཆུང་དུ་འགྲོ་ཡག་ལ་རེ་བ་ཡོད་རེད་གསུངས་པ་རེད་འདུག་བ་དེ་འདྲ་ཡིན་དུས་ཞེ་ཞིང་ནད་ཟེར་བའི་སྐད་ཆེན་པོ་རེད་ལྟ་སྒོམ་རྒྱག་དགོས་རེད་ཟེར་ལབ་པའི་སྐབས་སུ་ཉིན་གཅིག་མ་ཉིན་གཅིག་གི་ལུས་རྣམ་སྣང་ཆོས་མཐུན་ལ་སོགས་པ་གནས་ཐུབ་ན་རབ་རེད་སྒུག་གི་ཡོད་རེད་དེ་རེ་རེ་ལ་ཡང་དགོས་པ་དང་རྒྱུ་མཚན་མང་པོ་གསུང་གི་ཡོད་རེད་ལྟ་ཡིན་ན་ཡང་གཙོ་བོ་དེ་ལ་ནི་དྲན་ཤེས་བག་ཡོད་ཀྱི་ཐོག་ནས་སེམས་ལ་སྡང་འཛིན་ཡག་པོ་ཞིག་བྱས་ནས་སེམས་དེ་རྣམ་གཡེང་གི་དབང་དུ་འགྲོ་མ་ཐུབ་པ་བྱེད་པ་ནི་སྒོམ་ཡག་ཤོས་དེ་ཡིན་པ་རེད། ཨ་ལྷ་སྒོམ་པ་ཟེར་ཡང་འདྲ་བོ། ཏིང་ངེ་འཛིན་སྒོམ་པ་ཟེར་ཡང་འདྲ་བོ། དཀྱིལ་འཁོར་སྒོམ་ཡང་ཟེར་ཡང་འདྲ་བོ། བདག་མེད་པ་སྒོམ་ཡང་ཟེར་ཡང་འདྲ་བོ། སྟོང་ཉིད་སྒོམ་པ་ཟེར་ཡང་དེ་ཚོ་དང་ཕྱོགས་དང་ཆུ་བ་དང་རེད། ཡིན་ན་ཡིན། ཡིན་ན་ཡིན། དེ་ང་ཚོའི་དགོས་རྒྱུ་ངོ་མ་དེ་དེ་རེད། ཡིན་ན་ཡང། ལས་དང་པོ་པ་ལ་ཡང་དེ་གལ་ཆེན་པོ་གང་ཡང་མ་རེད། གལ་ཆེ་ཤོས་དེ་ག་རེད་བསམ་ན་སེམས་ལ་དབང་བསྒྱུར་བྱེད་དགོས་ཀྱི་ཡོད་རེད། དེ་ལ་སེམས་དབང་བསྒྱུར་བྱེད་ཡག་ན་གཏན་ནས་སེམས་དེ་ལོག་པའི་ལམ་ནས་ཚུར་གླན་ནས་ལས་སུ་རུང་བ་བཟོ་དགོས་ཀྱི་རེད་གསུང་བ་རེད། དེ་མེད་ན་ཉོན་མོངས་ཆེ་བས་ཁྲག་པ་ལ་བདེ་བདེ་བ་ཡིན་དུས་བརྩམས་པ་ལ་ཁོ་ག་དུས་བཙིར་ཡོང་བ་གཏན་ནས་ངེས་པ་མེད་པ་རེད་དེ་ལ་བརྟེན་ནས། བདག། སྐལ་ལྡན་ལྟ་བའི་བསྟན་འཛིན་ཕྱི་གསལ་བའི་ཡངས་པའི་མདོ་ལས་ཁང་བཟང་ཉམས་དགའ་བར། གསུངས་པ་གིས་ད་ལྟ་ཞི་བ་ལགས་ཀྱི་སྤྱོད་འཇུག་བསམ་གཏན་ལེའུ་ནང་ལ་གསུངས་པ་ལྟར་དུ། གནས་དབེན་པ་འགོག་གི་རེད། དེ་ལ་བརྟེན་ནས་དང་པོ་ལུས་འདུ་འཛི་གི་དབེན་འགོག་གི་རེད། གནས་དབེན་པ་ལ་བསྡད་ན་ག་རེ་ཕན་གི་རེད་ཟེར་ན་དབེན་ནས་སེམས་དབེན་པ་ཆགས་ཀྱི་རེད་ཟེར་ད་ལུས་སེམས་ཀྱི་དབེན་པ་གཉིས་ཀྱི་ཐོག་ནས་གསུངས་གི་འདུག་བ་ལུས་དབེན་པ་དང་སེམས་དབེན་པ་ཟེར། ད་ལུས་དབེན་པ་ཟེར་ཡག་དེ་ང་ཚོ་དུས་ཆེན་སྤྱི་དང་ཡག་ཡག་འགྲོ་མང་མང་འགྲོ་མང་པོ་འགྲོ་བསྡད་ཡག་དེ་གི་ད་ནི་སྒོམ་རྒྱ་ཡག་ལ་བར་ཆད་ཆེན་པོ་ཡོང་གི་ཡོད་རེད། དེ་ནས་དེ་ལ་བརྟེན་ནས་དང་པོ་ལུས་འདུ་འཛི་གི་དབེན་པ་འགོག་གི་རེད།

དྲན་པ། ཤེས་ཤིང་ད་དེ་ཚོ་གྲོས་ལ་བརྟེན་དགོས་རེད་གསུང་བ་རེད་དུས་རྒྱུན་ང་ཚོ་ད་མི་མང་པོ་ནང་ལ་བསྡད་ན་ཡང་འདྲ་འདུག་སོ་སོ་གཅིག་པོ་ཡིན་ན་ཡང་འདྲ་འདུག་གང་དོན་བདེ་སྤྱོད་ལ་སོགས་པ་བྱས་ན་འདྲ་མ་བྱས་ན་འདྲ་བྱེད་པ་མི་འདུག་ད་དུས་རྒྱུན་དུ་ང་རང་ཚོ་ལུས་ངག་ཐ་མལ་པའི་སྐྱོ་ལམ་གྱི་ནང་ལ་ཡང་དགེ་བ་བསྒྲུབ་ཟེར་བའི་སྐབས་སུ་ག་འདྲ་སྤྱོད་དགོས་ཀྱི་རེད་བསམ་ན་དྲན་ཤེས་བག་ཡོད་བརྟེན་དགོས་ཀྱི་རེད་དྲན་ཤེས་བག་ཡོད་དེ་ཡག་པོ་བརྟེན་ཐུབ་པ་ཡིན་ན་གཞི་རྩ་བ་འདྲ་བོ་དང་དེ་རེད་དེ་ལ་བརྟེན་ནས་ཉོན་མོངས་པ་སྐྱེ་བའི་གོ་སྐབས་དེ་ཡང་མ་ཆུང་དུ་ཆུང་དུ་ཆུང་དུ་འགྲོ་བ་རེད་དང་པོ་ནས་གཉེན་པོ་སྟོབས་ལྡན་བསྟེན་ནས་ཉོན་མོངས་སྐྱོམ་ཟེར་ཡ་དེ་དཀའ་གི་ཁག་པོ་ཡིན་པ་རེད་དེ་དགོས་པ་ཡང་མ་རེད་ལ་སྐབས་སུ་བབ་པ་ཡང་མ་རེད། སྐབས་སུ་བབ་པ་ཡང་མ་རེད་དེ་ཡིན་ན་ད་སྐབས་སུ་བབ་པ་ལྟ་ནས་ཅིག་གི་དོན་རྩ་ཆེན་པོ་ཉམས་རྩ་ལ་ཕན་པ་དེ་ག་རེ་སོང་ན་དྲན་ཤེས་བག་ཡོད་དེ་གལ་ཆེན་པོ་རེད། ཐེག་པ་འོག་མ་ལྟ་བུ་བྱས་པ་ཡིན་ན་དེ་རྩ་བ་ལ་བཞག་ནས་ཆོས་འདུལ་བ་དེ་དེའི་ཐོག་ནས་གསུང་གི་ཡོད་པ་རེད། ཐེག་པ་ཆེན་པོ་ལྟ་བུ་བྱས་པ་ཡིན་ན་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དེ་རྒྱུད་ལ་སྐྱེ་བར་བྱེད་པ་ལ་ཡང་གཙོ་བོ་གཞི་བཞག་ས་འདྲ་པོ་དེ་ཡིན་ལྟ་ནས་དྲན་ཤེས་བག་ཡོད་ཟེར་ཏེ་ཞེ་དྲག་གལ་ཆེན་པོ་རེད། སྔགས་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་འདྲོངས་པའི་སྐབས་སུ་ལ་ཡང་དཔེར་ན་ལམ་རིམ་པ་གཉིས་སྤྱི་རིམ་དང་རྫོགས་རིམ་ལ་སོགས་པ་བསྒོམ་པའི་སྐབས་སུ་ལ་ཡང་དྲན་ཤེས་བག་ཡོད་དེ་ངེས་པར་དུ་དགོས་ཀྱི་ཡོད་རེད། དེ་མེད་ན་ང་ཚོ་ཉོན་མོངས་སེལ་ཡག་དེ་འཁོར་བ་ཐོག་མེད་ནས་གོམས་དྲགས་བག་ཆགས་དེ་ཐུག་དྲགས་བག་ཆགས་དེ་ཡུན་རིང་དྲགས་ཡོད་རེད་བསམ་པ་ལ་གཅིག་རྐྱེན་ཕྲ་མོ་གཅིག་གིས་ཡང་དཔེ་འདི་སེམས་འདྲེས་སུ་མ་རུང་བ་བཟོ་ཡ་ལ་གོ་སྐབས་ཡོག་རེད་ཉེན་ཁ་ཡོག་རེད་དེ་འདྲ་ཡིན་དུས། སྒོམ་ཡག་ཤོས་དེ་སྒོམ་མཆོག་ཏུ་གྱུར་པ་དེ་གར་སྒུག་ཡོད་ཟེར་ན་སྒོམ་སྒོམ་ཟེར་ཡ་དེ་སྤྱི་སྟངས་གོམས་དགོས་ཀྱི་ཡོག་རེད་ད། ཐོས་བསམ་ཞེས་པའི་དོན་དག་དེ་ང་ཚོ་སེམས་རྒྱུད་ལས་སུ་གོམས་དགོས་ཀྱི་ཡོག་རེད། དཔེར་ན་དཔེ་ཆ་བ་ལྟ་བུ་ཅིག་ན་ད་སྟོང་ཉིད་ཀྱི་རིམ་པ་ཤེས་ཀྱི་ཡོད་རེད་བདེན་པ་ཞིག་གི་རང་བཞིན་ཤེས་ཀྱི་ཡོད་རེད་རྟེན་འབྲེལ་བཅུ་གཉིས་ཀྱི་རང་བཞིན་ཤེས་ཀྱི་ཡོད་རེད་ད་ག་ན་ཞིག་ཆོས་མངོན་པ་ནས་ཤེས་པའི་གི་ད་འཇིག་རྟེན་ཁམས་ཀྱི་ཆགས་ཚུལ་ད་གམ་སྲིད་པའི་རྩ་བ་ཕྲ་རྒྱས་ལ་སོགས་པ་དེ་ཚོ་ཚང་མ་ཤེས་ཤིང་གི་ཡོད་རེད་ཕར་ཕྱིན་ནང་ན་ཤེས་པའི་གི་ད་ཐེག་པ་གསུམ་ཀ་གི་ཡོན་ས་ལམ་གྱི་ཡོན་ཏན་ཐམས་ཅད་ཤེས་ཤེས་ཀྱི་ཡོད་རེད་དེ། དེ་བཞིན་དུ་དབུ་མའི་སྐབས་ནས་ཤེས་པའི་གི་ད་བདག་མེད་པ་གཉིས་ཀྱི་གནས་ཚུལ་ཐམས་ཅད་དེ་གཏན་ལ་ཕབ་ཐུབ་ཀྱི་ཡོད་རེད་དེ་ཡིན་ན་ཡང་དེ་ཚིག་གཅིག་ཤེས་པ་དང་དོན་གཅིག་ཤེས་པ་དེ་སེམས་རྒྱུད་ལ་ཚུར་སྦྱར་མ་ཐུབ་ན་དེ་ཐོས་བསམ་གྱི་མ་ཕན་པ་རེད། དེ་འདྲ་ཡིན་འདུག་ད་ཐོས་པའི་དང་བསམ་པའི་གི་དོན་དག་དེ་ག་རེ་གོ་གི་རེད་བསམ་ན་སེམས་རྒྱུད་ལ་ཚུར་སྦྱར་དགོས་གི་ཡོད་རེད་སྦྱར་དགོས་དེ་བསམ་པ་ལ་ཐོས་བསམ་ནང་ནས་སོང་བྱས་པའི་གི་ཕྱག་དཔེ་དེ་གཞུང་དཔེ་ཆ་ནང་ལ་སོང་བྱས་པའི་དོན་དག་དེ་ག་རེ་ཟེར་ན་གདམས་ངག་རེད་གདམས་ངག་ཟེར་ངས་ཁ་སང་ཞུས་པ་ནང་ད་རེད་ད་ངས་ཞུས་པ་སྐད་ཅིག་མ་རེད་སྔོན་མ་བླ་མ་གོང་མ་ཚོ་གི་མ་བཀའ་དྲིན་གནང་ཡོང་དུས་དེ་རང་གསུང་གི་འདུག་གདམས་ངག་ཟེར་བའི་སྐབས་སུ་ལ་ཡིན་གཅིག་མིན་གཉིས་དཔེ་ཆ་ཞིག་ཟུར་དུ་འཁྱིལ་ནས་འགྲོ་དགོས་བ་དེ་འདྲ་གང་ཡང་མ་རེད་གསུང་རབ་ག་འདྲའི་ཅིག་ཞལ་མཇལ་ན་ཡང། ད་ནི་ཅིག་རྒྱ་གར་འཕགས་པའི་ཡུལ་རེད་བོད་གངས་ཅན་གྱི་ལྗོངས་ལ་བྱོན་པའི་གི་མཁས་གྲུབ་ཚོ་གི་གསུང་ཡི་གི་ནག་ཅིག་མ་འདོན་པ་ན་ཡང་དག་མ་ཆགས་བསྡད་གི་ཡོད་རེད། རུང་བ་ག་རེ་རེད་མ་རུང་བ་ག་རེ་རེད་གོ་ཡ་རེད་ག་རེད་དེ་ང་ཚོ་ལག་ཏུ་ལེན་ཟེར་ལབ་པའི་སྐབས་སུ་ཉམས་སུ་ལེན་ཟེར་བའི་སྐབས་སུ་ག་རེ་གསུང་གི་རེད་ཟེར་ན་དཔེ་ཆ་བདག་པོ་རྒྱག་པ་ཙམ་ལ་ཟེར་གི་ཡོད་མ་རེད། ཉམས་སུ་ལེན་ཟེར་ཡ་དེ་དེ་འདྲ་བོའི་གི་གདམས་ངག་གསུང་ཅིག་མ་གཏོགས་མེད་པ་དེ་ཡང་རང་གི་སེམས་རྒྱུད་ལ་ཚུར་རྒྱག་ནས་དེ་ཁ་ཡོད་ལག་ཡོད་གི་སེམས་གི་ནང་ལ་ཚུར་ཉམས་སུ་ལེན་ཡ་དེ་ལ་ཡ་ནི་གདམས་ངག་ཉམས་སུ་ལེན་གསུང་གི་ཡོད་རེད། དེ་ལག་ཏུ་ལེན་དགོས་རེད། དེ་ལག་ལེན་ནང་བཀལ་དགོས་རེད། དེ་སེམས་རྒྱུད་ལ་ཚུར་རྒྱག་དགོས་རེད། དེ་སེམས་རྒྱུད་ལ་ཚུར་རྒྱག་ནས་དེ་ལ་རྟགས་ཐོན་པ་དགོས་ཀྱི་རེད། གྲུབ་འབྲས་ཐོན་པ་དགོས་ཀྱི་རེད། ཉམས་མྱོང་ཐོན་པ་ཅིག་དགོས་ཀྱི་རེད། ད་དེ་འདྲ་ཅིག་བྱུང་བ་ཡིན་ན་དེ་ང་ཚོ་ཉམས་ལེན་ཟེར་ཡག་དེ་དེ་ཟེར་གྱི་ཡོད་རེད། འོ་དེ་རེད་དོ། དེ་མིན་པར་ཉམས་སུ་དེ་ལྟ་བུ་ཅིག་ལེན་མ་ཐུབ་ན་གནས་དབེན་པ་ལ་བསྡད་ན་ཡང་འདྲ་འདུག་སྒྲུབ་ཁང་ན་བསྡད་པ་ཡིན་ན་ཡང་འདྲ་འདུག་རི་ཁྲོད་ལ་བསྡད་པ་ཡིན་ན་ཡང་འདྲ་འདུག་ད་གནས་དང་ས་ཀྱི་ཆད་པ་གང་ཡང་འགྲོ་གི་མ་རེད།

མི་དགེ་བའི་ཕྱོགས་ལས་སུ་མ་རུང་བ་ཡོད་ཆོག་ཞི་ཞིང་མ་དུལ་བས་ཞི་བ་མ་ཡིན་པ་དུལ་བ་མ་ཡིན་པ་བག་མེད་པས་ཀྱི་བྱ་བ་ཐམས་ཅད་བརྟུལ་དགོས་ཀྱི་རེད། ལམ་ལ་བར་དོ་གཅོད་མཁན་ཐམས་ཅད་བརྟུལ་དགོས་ཀྱི་རེད། ཉམས་རྟོགས་རྒྱུད་ལ་སྐྱེ་བར་བྱེད་པ་ལ་བར་དོ་གཅོད་མཁན་ཐམས་ཅད་དེ་བརྟུལ་དགོས་ཀྱི་རེད། དེ་བརྟུལ་ན་དེ་ནས་ཡང་དག་པའི་ལམ་ལ་ཤུགས་ཀྱིས་ཞུགས་འགྲོ་གི་རེད། ཡང་དག་པའི་ལམ་ལ་ཤུགས་ཀྱིས་འཇུག་གི་རེད། དེ་འདྲ་བས་དེ་ནས་བརྟུལ་ཞུགས་ཟེར། བརྟུལ་ཞུགས་མང་པོ་དགོས་ཡ་ཡོད་མ་རེད་བརྟུལ་ཞུགས་གཅིག་དགོས་ཀྱི་ཡོད་རེད་བརྟུལ་གཅིག་དེ་ག་རེད་བསམ་ན་སེམས་བསྲུང་བའི་བརྟུལ་ཞུགས་རེད་གསུངས་པ་རེད། དེ་ལ་བརྟེན་ནས་ཚེ་འདི་ཡི་ཉེས་དམིགས་ཐམས་ཅད་ཡང་གཙོ་བོ་དེ་སེམས་བཏུལ་མ་ཐུབ་པ་ནས་བྱུང་བ་རེད། ཚེ་ཕྱི་མའི་གི་ཉེས་དམིགས་ཐམས་ཅད་ཡང་གཙོ་བོ་དེ་སེམས་དེ་བཏུལ་མ་ཐུབ་པ་ལ་བརྟེན་ནས་བྱུང་བ་ཡིན་དུས་ཙམ་པ་ལ་ད་བརྟུལ་ཞུགས་ཐེག་པ་ཆེན་པོའི་གི་ལམ་གྱི་ཐུན་མོང་མ་ཡིན་པའི་གི་ལམ་དེ་དང་བརྟུལ་ཞུགས་ཐེག་པ་ཆུང་ངུའི་སྐབས་སུ་ན་ཡང་ཐུན་མོང་མ་ཡིན་པའི་ལམ་དེ་བརྟུལ་ཞུགས་ཀྱི་ཐོག་ནས་ཡོང་གི་ཡོད་རེད་བརྟུལ་ཞུགས་དེ་ཡང་ལུས་ཀྱི་བྱ་བྱེད་དང་སྤྱོད་ལམ་དང་དེ་འདྲ་ཅན་གྱི་ཐོག་ནས་བརྟུལ་ཞུགས་ཡོང་གི་མ་རེད། དྲ་ཞེས་གོན་པ་ཙམ་བྱས་ཀྱི་བརྟུལ་ཞུགས་ཡོང་ཐུབ་ཡ་དཀའ་ལས་ཁག་པོ་རེད། སྔགས་པས་ཀྱི་ཆེད་ཡིན་ན་སྔགས་པའི་ཆེད་ལ་ཞུགས་ན་ཡང་བརྟུལ་ཞུགས་ཡོང་ཐུབ་ཡ་དཀའ་ལས་ཁག་པོ་ཡིན་པ་རེད། ཆོ་ག་དང་བཟླས་བརྗོད་བཟང་བོ་སྟོན་པ་ཡིན་ན་བརྟུལ་ཞུགས་ཡོང་ཐུབ་ཡ་དཀའ་ལས་ཁག་པོ་ཡིན་པ་རེད་དེ་འདྲ་ཡིན་དུས་བརྟུལ་ཞུགས་ཟེར་ཡ་དེ་ད་ལམ་གྱི་རིན་པ། ག་རེ་གནོད་ཀྱི་འདུག་ག་རེ་གྱིས་ཕན་གྱི་འདུག་དགོས་ཡ་དེ་ག་རེ་རེད་ཤག་མོ་དགོས་ཡ་དེ་ག་རེ་རེད་ཤག་ཐེག་པ་སྤྱི་ཡི་ལུགས་ལ་ཡ་དེ་ནས་སྐྱོན་དེ་ག་རེ་བཤད་ཀྱི་འདུག་ཐེག་པ་ཐུན་མོང་མ་ཡིན་པ་བྱེ་བྲག་གི་ཐོག་ལ་ཡ་ཉམས་ལེན་གྱི་ཐོག་ལ་ཡ་སྐྱོན་དེ་ག་རེ་བཤད་ཀྱི་འདུག་ཡོན་ཏན་ག་རེ་བཤད་ཀྱི་འདུག་དེ་འདྲ་བླང་དོར་སོ་སོ་ཆེད་བཤད་ནས་ལམ་རྒྱུད་ལ་བརྟེན་ཤེས་ན་དེ་བརྟུལ་ཞུགས་རེད་གསུང་བ་རེད་ཤག།

ལྷན་སྐྱེས་ཀྱི་ཡོན་ཏན་དེ་ཚོ་ནི་ང་རང་ཚོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་རང་ཆས་སུ་ཡོད་གསུང་གི་ཡོད་རེད་དེ་ཡོད་པ་དེ་ད་ལྟ་ད་མཐོང་མ་ཐོས་ཡོད་འདུག་རེད་སོ་མ་རུང་བ་ནི་དེ་ནི་ཡོང་གི་ཡོད་པ་ཡིན་འདུག་དེ་ཡང་ཡོན་ཏན་དེ་སྐྱེས་ཡག་གོང་ནས་གོང་དུ་འཕེལ་ཡག་དེ་ལ་ཡང་ད་ནི་དྲན་ཤེས་བག་ཡོད་ཀྱི་གྲོགས་བྱེད་ཀྱི་རེད། བྱང་ཆུབ་སེམས་ཟེར་ཡང་བདག་མེད་པ་རྟོགས་པའི་ཤེས་རབ་ཟེར་ཡང་འདྲ་བོ་དེ་འདྲ་གི་དེ་ཟབ་དང་རྒྱ་ཆེ་བའི་གི་ལམ་གྱི་ཡོན་ཏན་ཐམས་ཅད་ཡང་དེ་འདྲ་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་འདུག་རྩ་བ་དེ་ད་ནི་སྒོམ་རྒྱག་ཡག་དེ་མཉམ་པར་བཞག་ཡག་དེ་གལ་ཆེན་པོ་རེད་གསུང་བ་རེད་འདུག་བ་ད། རྒྱལ་སྲས་ལག་ལེན་རྣམས་ལ་གསུངས་པ་ནང་བཞིན་གྱིས་ལ། ཡུལ་ངན་སྤངས་པའི་ཉོན་མོངས་རིམ་གྱིས་འགྲིབ་རྣམ་གཡེང་མེད་པའི་དགེ་སྦྱོང་ངང་གིས་འཕེལ། རིག་པ་དྭངས་པའི་ཆོས་ལ་ངེས་ཤེས་ཀྱིས་དབེན་པར་བསྟན་པ་རྒྱལ་སྲས་ལག་ལེན་ཡིན་གསུང་བ་དེ་དག་དེ་རེད་སེམས་དབེན་དགོས་ཀྱི་རེད། དེ་ཡང་ལུས་དབེན་པ་ལས་བྱུང་དེ་ཡང་དག་སེམས་དབེན་པ་དེ་སེམས་རྣམ་རྟོག་གི་དབེན་པ་དེ་ཡང་གཙོ་བོ་ལུས་འདུ་འཛི་གི་དབེན་པ་ལ་བརྟེན་ཡོང་གི་ཡོད་ལ་ལུས་ཀྱི་ཐོག་ནས་སྤྱོད་ལམ་ལ་ནི་བྲལ་བ་ཅིག་ཡག་ཡག་འགྲོ་མང་མང་འགྲོ་ལུས་ཞི་ཞིང་དུལ་བ་མེད་པ་ཡིན་ན། ཨ་ནེ་ཟིག་སེམས་ཨེ་འོང་ཐུག་ཡག་ག་ལེ་ཁ་བོ་ཡིན་པ་རེད་དེ་ལ་བརྟེན་ནས་ལུས་རྣམ་སྣང་ཆོས་བདུན་ལ་གནས་དགོས་ཀྱི་རེད་གསུངས་ཡག་དེ་དེ་ཡིན་པ་རེད་འདུག་དེ་ཡང་དོན་ཉུང་ཞིང་བྱ་བ་ཉུང་བ་ལས་འབྱུང་ངོ་སྟག་དོན་ཉུང་བ་བྱ་བ་ཉུང་བ་ཟེར་ཡག་དེ་སྤྱིར་ཐེག་པ་ཆེན་པོ་ཐེག་པ་ཡོངས་རྫོགས་ཀྱི་དག་ཉམས་ལེན་གཙོ་བོ་དེ་དེ་རེད་ཐེག་པ་ཆེན་པོ་གི་ཉམས་ལེན་ཡིན་ན་འདྲ་འདུག་ཐེག་པ་སྤྱི་ཡོངས་ཀྱི་ཐོག་ནས་ཉམས་ལེན་ཡིན་ན་འགྲོ་ཨ་ནེ་ཟིག་བྱ་བ་ཉུང་བ་དང་དོན་ཉུང་བ་ཟེར་ལེ་དགོས་ཀྱི་རེད་བྱ་བ་མང་དོན་མང་ཚར་སོང་ན་དེ་ནས་སེམས་དེ་བྲེལ་བ་ཆགས་ཀྱི་རེད་ཨ་ནི་སེམས་སྐྱོ་མོ་བོད་པའི་རྣམ་གཡེང་གི་དབང་དུ་འགྲོ་གི་རེད་དེ་འདྲའི་འདོད་ཐག་བྱ་བ་ཉུང་ལ་དོན་ཉུང་དེ་ལ་འདོད་པ་ཆུང་བ་ཆོག་ཤེས་པ་ཟེར་ཡ་དེ་དེ་ཡིན་པ་རེད་འདོད་ཆུང་ཆོག་ཤེས་འདོད་པ་ཆུང་ཟེར་ཡ་དེ་ད་གཅིག་དགོས་ཀྱི་འདུག་གཉིས་དགོས་ཀྱི་འདུག་གསུམ་བྱུང་ན་བརྒྱད་དགོས་ཀྱི་འདུག་བཅུ་བརྒྱ་བྱུང་ན་སྟོང་ཕྲག་དགོས་ཀྱི་འདུག་སྟོང་ཕྲག་བྱུང་ན་ནི་ཁྲི་དགོས་ཀྱི་འདུག་ཁྲི་བྱུང་ན་ནི་འབུམ་དགོས་ཀྱི་འདུག་འབུམ་བྱུང་ན་ནི་ད་ནི་བྱེ་བ་དུང་ཕྱུར་དེ་ཚོ་དགོས་ཀྱི་འདུག་ཟེར་སེམས་ལ་ཚིམ་ཡ་མེད་པ་རེད་དེ་ལ་ག་རེ་ཟེར་གི་རེད་འདོད་པ་ཆེན་པོ་ཟེར་ལབ་པ་རེད་ད་འདོད་པ་ཆེན་པོ་དེ་བག་དཀའ་ཡོང་དུས་འདོད་པ་ཆུང་བ་ད་དེ་འདྲ་བོ་དེ་འདོད་པ་ཆུང་བ་ཡང་ལྟ་ནི་ཆོག་ཤེས་པ་ཆོག་ཤེས་པ་ཟེར་ཏེ་ད་ལྟ་སོ་སོ་ལ་ག་རེ་ཡོད་པ་དེ་གི་འགྲིག་བསྡད་པ་དེ་ཡི་སེམས་ཚིམ་བསྡད་པ་དེ་གི་ཆོག་ཤེས་པ་དེ་ལ་ཆོས་ཤོག་ཆོག་ཤེས། དེ་འདྲ་གི་འདོད་ཆུང་ཆོག་ཤེས་དེ་དག་ཉམས་ལེན་གཅིག་གི་ཐུན་མོང་མ་ཡིན་པ་ཐེག་པ་ཆེན་པོ་ཐེག་པ་ཆེ་ཆུང་ཀུན་གྱི་ཉམས་ལེན་གྱི་ལྟ་ཅི་འདྲ་བོ་ཆགས་བསྡད་ཡོད་དེ་འདྲ་ཡིན་དུས་འདོད་པ་ཆུང་ལ་ཆོག་ཤེས་པ་དགོས། དེ་ཡང་ཟས་གོས་གནས་མལ་ངན་ངོན་ཙམ་གྱི་ཆོག་ཤེས་པ་སྟེ་མདོར་ན་ཞི་གནས་ཀྱི་རྩ་བ་དེ་འདོད་གཞུང་ཆོག་ཤེས་ལ་ཐུག་པའོ། ད་འདོད་པ་ཆེན་པོ་ཡོད་ན་དེ་ལ་བརྟེན་ནས་ཉེས་པ་ཐམས་ཅད་ཡོང་གི་ཡོད་པ་ཡིན་དུས་ད་འདོད་པ་ཆུང་ལ་ཆོག་ཤེས་པར་བྱེད་ཡ་དེ་ད་ཞི་གནས་ཀྱི་རྩ་བ་འདྲ་པོ་དེ་ཡིན་གསུང་བ་རེད་དེ་ལ་བརྟེན་ནས་བསམ་གཏན་སྒོམ་དགོས་པ་ད་ཡིད་ཏིང་ངེ་འཛིན་ལ་མཉམ་པར་བཞག་གསུངས་པའི་སྐབས་སུ་ཡིད་དེ་ཏིང་ངེ་འཛིན་ལ་བཞག་ཡ་ལ་སེམས་ད་ནི་ཕྱིན་ཅི་ལོག་པའི་གི་ལམ་ནས་ཚུར་ལོག་ལྡོག་ནས་ད་ནི་ལས་སུ་རུང་བ་ལ་བཞག་དགོས་ཀྱི་རེད་གསུང་བ་རེད་བ། དེ་ལ་དེ་ནི་བདག་གི་ཡིན་ནི་མཉམ་པར་བཞག་གསུང་ཡང་དེ་མཉམ་པར་བཞག་ཟེར་ཡང་དེ་ད་ནི་འདུ་ཤེས་རྟོག་པ་ཕྱིན་ཅི་ལོག་པ་ཐམས་ཅད་ལས་ཚུལ་བཟློག་ནས་ད་ནི་མཉམ་པར་བཞག་གོ་རེ་གསུང་བ་རེད་ད་དེ་ཁྲིད་རིམ་རྒྱས་པ་དེ་ཚོ་ནང་ན་ད་ནི་བསམ་གཏན་གྱི་ད་ཆོས་དེ་ཚོ་མང་པོ་གསུང་གི་ཡོད་རེད་དེ་ནི་ཤེས་རབ་རེད་དྲུག་པ་དེ་ཤེས་རབ་ལ་ཡང། གནས་ལུགས་སྟོང་ཉིད་རྟོགས་པའི་དོན་དམ་ཤེས་པའི་ཤེས་རབ། རྒྱུ་འབྲས་རྟེན་འབྲེལ་ལས་རང་བྱུང་ཚོལ་བ་ཀུན་རྫོབ་ཤེས་པའི་ཤེས་རབ། བསྡུ་བའི་དངོས་པོ་བཞི་ཡི་འོག་ནས་འགྲོ་དོན་ཤེས་པའི་ཤེས་རབ། ཡང་ན་ཐོས་བསམ་སྒོམ་གསུམ་གྱི་ཤེས་རབ་སྟེ་དེ་དག་ཅི་ནུས་ཀྱིས་བསྒྲུབ། དེ་ལྟར་ཚོགས་བསགས་པའི་གནས་སྐབས་སུ་ཡང་ལྷ་མིའི་བདེ་འབྲས་དཔག་ཏུ་མེད་པ་འབྱུང། ད་ཤེས་རབ་ཟེར་ཏེ་བྱེ་བྲག་གལ་ཆེན་པོ་རེད། ཐམས་ཅད་ཀྱི་འབྲས་བུ་འདྲ་བོ་དེ་ཤེས་རབ་སྐྱེ་དགོས་ཡོད་རེད། ཤེས་རབ་སྐྱེ་བར་བྱེད་པ་ལ་ང་ཚོས་ཚོགས་བསགས་དགོས་ཡོད་རེད། ཚོགས་བསགས་ན་ག་རེ་ཕན་གྱི་རེད་ཟེར་ཤེས་ཡོད་འདུག་ཚོགས་བསགས་པའི་དོན་དག་དེ་དག་ཤེས་རབ་སྐྱེ་བའི་དོན་དག་ལ་ཚོགས་བསགས་ཀྱི་ཡོད་པ་རེད། ཇི་ཙམ་ཇི་ཙམ་ཚོགས་བསགས་ཇི་ཙམ་ཇི་ཙམ་འབྲི་བ་རྒྱག་ན་དེ་ཡིས་ཚོད་བྱས་ཚེ་ནི་ང་ཚོའི་རྒྱུད་ལ་ཤེས་རབ་སྐྱེ་གི་རེད། དེ་ལ་བརྟེན་ནས་སྤྱོད་འཇུག་རྣམས་ལ་ཡང་ཡན་ལག་འདི་དག་ཐམས་ཅད་ནི་ཐོས་པའི་ཤེས་རབ་དོན་དུ་སོང་དེ་ཡི་ཕྱིར་ན་སྡུག་བསྔལ་དང་ཞི་བར་འདོད་པའི་ཤེས་རབ་ཅེས་ཟེར། ད་ཤེས་རབ་ཅེས་བསྒོ་ཡང་དོན་དག་དེ་ཡན་ལག་འདི་དག་ཐམས་ཅད་ཟེར་དུས་ད་སྦྱིན་པ་བཏང་བ་ཚུལ་ཁྲིམས་བསྲུང་བ་བཟོད་པ་བསྒོམ་པ་བརྩོན་འགྲུས་བརྩམས་པ་བསམ་དོན་སྒོམ་པ་ལ་སོགས་པ་དེ་དག་ཐམས་ཅད་ཀྱི་དོན་དག་ངོ་མ་དེ་ག་རེ་ཟེར་ན་ཨ་ནི་ཤེས་རབ་བསྐྱེད་པའི་ཆེད་དུ་རེད། ཅི་རིགས་ཤེས་རབ་བསྐྱེད་པ་ཙམ་གྱི་དོན་དག་གསུངས་པ་མ་རེད་ག་རེ་ཟེར་ན་དངོས་དང་བརྒྱུད་ནས་ཤེས་རབ་དེ་བསྐྱེད་ནས་ལམ་དེ་དང་དེ་དེ་ད་ནི་འཁོར་བ་བདག་འཛིན་གྱི་དངོས་ཀྱི་གཉེན་པོ་ལ་འགྲོ་ཐུབ་པ་དགོས་ཀྱི་རེད།

གང་ཟག་གི་ལྡང་ཚད་དང་ཤུགས་ཀྱི་ལྡང་ཚད་ཀྱི་གཉེན་པོ་ལ་འགྲོ་ནས། བདག་མེད་པའི་རྒྱུ་དང་ཕྱིན་ཅི་མ་ལོག་པར་རྟོགས་ནས་རྣམ་མཁྱེན་གྱི་རྒྱུ་གྲུང་པོ་ལ་འགྲོ་ཐུབ་ཡག་གི་ཆེད་དུ་ལ་དེ་ནི་ཤེས་རབ་དེ་སྐྱེ་དགོས་པ་རེད་གསུང་བ་དེ་རེད་དོ། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པའི་ཤེས་རབ་སྟོན་དུ་དེའི་ཕྱིར་ན། སྡུག་བསྔལ་དག་ཞི་བར་འདོད་པས། རྣམ་མཁྱེན་དོན་གཉེར་གྱི་གང་ཟག། སྡུག་བསྔལ་མཐའ་དག་རྩད་ནས་གཅོད་འདོད་ཀྱི། སྡུག་བསྔལ་ཐམས་ཅད་ཞི་བར་འདོད་པས་ཀྱི་དེ་འདྲ་ཡི་རྒྱུ་ལྡན་གྱི་གང་ཟག་ཡོད་ན་དེའི་རྒྱུ་ལ་ཤེས་རབ་དེ་མེད་ཐབས་མེད་པ་རེད་གསུང་བ་རེད་དེ་ལ་དེ་ནི་ཤེས་རབ་རེད་གཙོ་བོ་དེ་ཡང་གཉིད་ལུགས་སྟོང་ཉིད་རྟོགས་པའི་དོན་དམ་རྟོགས་པའི་ཤེས་རབ། དེ་གལ་ཆེ་ཤོས་ཡིན་པ་རེད་ད། མཐར་ཐུག་གི་གནས་ལུགས་ཕྱིན་ཅི་མ་ལོག་པ་ཡང་དག་པར་རྟོགས་པའི་ཤེས་རབ། མཐོང་དང་མ་མཐོང་ཡིན་དོན་ནི་ཀུན་གྱིས་རྩ་བ་ཤེས་རབ་ཡིན་དེ་ལྟར་མངོན་པར་སྒྲུབ་པའི་ཚེ་ཤེས་རབ་ཡོངས་སུ་བཟུང་བར་བྱ་ཞེས་མགོན་པོ་ཏུ་ཏྲོ་གསུང་བ་ནང་བཞིན་ལྟར་མཐོང་དང་མ་མཐོང་པའི་ཡོན་ཏན་ཐམས་ཅད་དེ་ཤེས་རབ་དང་མཐོང་བ་ཚེ་འདི་ཡི་ཡོན་ཏན་མ་མཐོང་བ་ཚེ་ཕྱི་མའི་གའི་ཡོན་ཏན་ཐམས་ཅད་ཀྱང་གཙོ་བོ་དེ་ཤེས་རབ་ལྟར་ན་ཡོང་གི་ཡོད་པ་ཡིན་དུ་སྟོང་ཉིད་རྟོགས་པའི་དོན་དམ་རྟོགས་པའི་ཤེས་རབ་དེ་གལ་ཆེ་ཤོས་རེད་གསུང་བ་རེད། དེ་ནས་དེའི་རྗེས་སུ་ལ། རྒྱུ་འབྲས་རྟེན་འབྲེལ་ལས་རང་བྱུང་བའི་ཀུན་རྫོབ་ཤེས་པའི་ཤེས་རབ། ད་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཏེ། བཅོམ་ལྡན་འདས་ཀྱིས་ད་གསུང་གི་མཛོད་འདྲ་བོ་ཡིན་གསུང་བ་དེ་ད་ལྟ་བཤེས་སྤྲིང་རྣམས་ལ་ཡང་རྟེན་ཅིང་འབྲེལ་བར་འབྱུང་སྟེ་རྒྱལ་བ་ཡི་གསུང་གི་མཛོད་ཀྱི་སྐྱེས་པ་ཟབ་མོ་སྟེ་གསུང་བ་ནང་བཞིན་ད་རྟེན་ཅིང་འབྲེལ་བར་འབྱུང་བ་དེ། བཅོམ་ལྡན་འདས་ཀྱི་གསུང་ཚང་མལ་གྱི་ནང་ནས་སྙིང་པོ་ལྟ་བུ་དེ་རྟེན་འབྲེལ་ཡིན་པ་རེད་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བ་རྒྱུ་ཅན་རྟེན་འབྲེལ་ཚོགས་ཙམ་ཞིག་དང་མིང་གི་ཐོག་ནས་པ་རྟགས་ཙམ་ཞིག་བློ་ཡི་ཐོག་ནས་པ་རྟགས་ཙམ་ཞིག་རེད་མ་གཏོགས་ངོ་བོ་བདེན་པ་འཁྲུལ་པ་མེད་པ། ངོ་བོ་རང་བཞིན་ཅན་མ་གྲུབ་པ་རེད། ད་དེ་འདྲ་ཞིག་རྟོགས་ཐུབ་ཡོང་དུས་ང་རང་ཚོ་ཚེ་འདི་ལ་ཡིན་ན་ཡང་གེགས་དང་བར་ཆད་རྐྱེན་དང་རྐྱེན་ངན་པ་བར་ཆད་ལ་སོགས་པ་གང་དང་གང་བྱུང་བ་ཡིན་ན་ཡང་དེ་ཡིས་ནི་ཅིག་གཏན་གྱི་འབྲེལ་བ་འབྱུང་བའི་ངང་ཚུལ་ལ་བསམ་ཐུབ་པ་ཡིན་ན་དེ་ནི་སྡུག་བསྔལ་དེ་ཙམ་གྱིས་འབྱུང་ཐུབ་པ་མ་རེད་གསུང་བ་རེད་འདུག་དེ་ལ་བརྟེན་ནས་དེ་ནི་སྐྱེ་བ་སྔ་ཕྱི་ལས་རྒྱུ་འབྲས་ལ་སོགས་པ་དེ་ཚོ་འདྲ་ལ་ཡང་གུས་བརྩི་ཆེ་རུ་ཆེ་རུ་འགྲོ་གི་ཡོད་པ་རེད། ལས་དགེ་བ་བསགས་པ་ལ་བརྟེན་ནས་འབྲས་བུ་བདེ་བ། ལས་མི་དགེ་བ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་ཡོང་བ་དེ་ཚོ་སྤྱི་དང་ཤེས་བདེ་པོ་ཡོད་རེད་དེ་ཡིན་ན་ཡང་དག་རྒྱུ་འབྲས་རྟེན་འབྲེལ་ལ་རང་བྱུང་ཚུལ་བ་གཅིག་གི་ངེས་ཤེས་ཡོད་པ་ཡིན་ན་དེ་ལ་བརྟེན་ནས་རྟེན་འབྲེལ་དེ་ཚོ་བསམ་གྱིས་མི་ཁྱབ་པ་མཐོང་ཐུབ་པ་རེད། ཇི་ཙམ་རྟེན་འབྲེལ་གྱི་གནད་ལ་ཡིད་ཆེས་སྐྱེ་བས་དེ་ཙམ་ཚོད་ཀྱི་སྟོང་ཉིད་རྟོགས་པ་ལ་བརྟེན་ནས་ཐག་ཉེ་རུ་འགྲོ་གི་ཡོད་པ་རེད། ཇི་ཙམ་རྟེན་འབྲེལ་ལ་ཡང་ད་ལྟའི་ཅིག་ཉམས་མྱོང་ཚུལ་བས་དེ་ཙམ་ཞིག་གི་སྟོང་པ་ཉིད་ལ་ཡང་བརྟེན་ནས་ཉམས་མྱོང་ཚུལ་ཡག་ལ་གོ་བ་གོ་སྐབས་ཡོད་པ་རེད་དེ་ལ་བརྟེན་ནས་རྒྱུ་འབྲས་རྟེན་འབྲེལ་ལ་ཆོད་པ་ཀུན་རྫོབ་ཤེས་པའི་ཤེས་རབ། བསྡུ་བའི་དངོས་པོ་བཞིའི་སྒོ་ནས་འགྲོ་དོན་བྱེད་པའི་ཤེས་རབ་དང། འཁོར་བ་འབྱིན་པ་སྙེམས་པར་གནས་པ་འཇིག་རྟེན་དོན་མཐུན་པ། དེ་ནི་བསྡུ་བྱེད་ཀྱི་དོན་བསྐྱེད་པ་སྟེ་དེ་འདྲ་གི་བསྡུ་བའི་དངོས་པོ་བཞིའི་སྒོ་ནས་འགྲོ་དོན་བྱེད་པའི་ཤེས་རབ། ཡང་ན་ཐོས་པའི་ཤེས་རབ་བསམ་པའི་ཤེས་རབ་བསྒོམ་པའི་ཤེས་རབ་སྟེ་དེ་དག་ཅི་ནུས་ཀྱིས་འགྲུབ་བོ། དེ་ལྟར་ཚོགས་བསགས་པའི་གནས་སྐབས་སུ་ཡང་ལྷ་དང་མི་ཡི་རྟེན་འབྲེལ་དཔག་ཏུ་མེད་པ་འབྱུང་མཐར་ཐུག་ཚོགས་གཉིས་དང་ཕར་ཕྱིན་དྲུག་ཡོངས་སུ་རྫོགས་པའི་ཚེ་རྣམ་པ་ཐམས་ཅད་མཁྱེན་པའི་སངས་རྒྱས་སུ་འགྱུར་བ་ཡིན། ཚོགས་གསོག་པ་ལ་ཡོ་བྱད་ཆ་ཆེན་མེད་དོ་བསམ་མི་དགོས། ནང་དུ་དད་པ་བཞི་དང་ཤེས་རབ་གཅིག་ཡོད་ན་བསོད་ནམས་གསོག་པའི་ཐབས་སམ་རྒྱན་མི་ཆད་པར་གསུངས། ད་དེང་སང་ཚོགས་གསོག་པ་ལ་ཡ་ད་ནི་ང་ལ་གསེར་མེད་དངུལ་མེད་ད་ནི་པད་ཤག་མེད་ནོར་ལོངས་སྤྱོད་མེད་ངས་ཚོགས་གསོག་ཐབས་ཡོད་མ་རེད་ཟེར་དེ་འདྲ་བསམ་དགོས་ཀྱི་མ་རེད་གསུང་བ་རེད་ད། ཡོ་བྱད་ཡག་ཤོས་ཆ་ཆེན་མཐུན་ཡག་ཤོས་དེ་ལེགས་ཤོས་དེ་ཕྱོགས་སུ་བཅུག་པ་ག་རེ་ཟེར་ན་དད་པ་དང་ཤེས་རབ་ཀྱི་ལས་ཡིན་གསུང་བ་རེད། ཁ་ར་དགོངས་ཞུ་འགའ་ཡང་ཁོ་བོའི་ཉིད་ནས་ཤེས་རབ་བརྩོན་འགྲུས་ཡིན་བསམ་ད། ཉམ་ཆུང་བདག་ལ་ཡང་ད་ནི་གྲོགས་འཁོར་དེ་ཙམ་མང་བོ་དགོས་ཀྱི་མི་འདུག། ང་ལ་ཡང་གྲོགས་འཁོར་ཡག་ཤོས་དེ་གང་ཡིན་ཟེར་ན་ད་ནི་དད་པ་དང་ཤེས་རབ་གཉིས་དེ་ཡིན་གསུངས་དང་ཁོ་བོའི་ཉིན་ནས་ཤེས་རབ་དང་བརྩོན་འགྲུས་གཉིས་དེ་ཡིན་ཁོ་བོའི་ཉིན་ནས་ཤེས་རབ་བརྩོན་འགྲུས་ཡིན་ཟེར་དེ་གནང་པོ་རེད་ད། ནང་ལ་ཡང་མེད་དུ་མི་རུང་བའི་གི་ཡན་ལག་ག་རེ་དགོས་ཀྱི་ཡོད་རེད་ཟེར་ན་ད་ནི་དད་པ་དང་ཤེས་རབ་རེད་དེ་ཡོད་ན་བསོད་ནམས་གསོག་པའི་ཐབས་བསམ་གྱིས་མི་ཁྱབ་པ་གསུངས་པ་རེད་བྱང་ཆུབ་སེམས་ཀྱིས་ཀུན་ནས་བསླངས་ཏེ་ཡན་ལག་བདུན་པ་ཁོ་ནར་ཕུལ་ཡང་སྒྲིབ་པ་མ་ལུས་པ་ཟད་ནས་ཚོགས་གཉིས་ནམ་མཁའ་དང་མཉམ་པར་བྱེད་ང་རེ་ཡོད། དེ་ཡང་ཕྱག་འཚལ་བ་གཅིག་པུ་ལ་ཡང་ཕན་ཡོན་བཅུ་གསུངས་པ་དེ་མདོ་བཟང་མཛེས་དང་ཚིག་བཙུན་དང་འཁོར་རྣམས་ཟེར་ནས་ལྷ་མི་དགའ་དམ་པ་དག་རྣམས་གཟི་བརྗིད་ཆེ་ལོངས་སྤྱོད་མཐོ་རིས་ཐར་པ་ཐོབ་ཟེར་ད་ཕྱག་འཚལ་བ་གཅིག་པུ་ལ་ཡང་ཕན་ཡོན་བཅུ་ཡོད་པ་མདོ་བཟང་བ་མཛེས་པ་ཚིག་བཙུན་པ་འཁོར་ཐམས་ཅད་གཟི་བརྗིད་ནོན་ཐུབ་པ་ལྷ་དང་མིའི་དགའ་བ་ཐོབ་པ་དམ་པ་དང་འགྲོགས་པ་གཟི་བརྗིད་ཆེ་བ་ལོངས་སྤྱོད་ཆེ་བ་མཐོ་རིས་ཐོབ་པ་ཐར་པ་ཐོབ་པ་དེ་འདྲ་གི་ཡོན་ཏན་བཅུ་ཡོད་གསུངས་བ་རེད། གུས་པ་ཆེན་པོ་ཆགས་གཅིག་རྩ་བའི་ཡན་ལག་མན་ངག་ས་ལ་གནོན་པའི་རྒྱ་ཞུན་གྱི་དབང་ཆེན་གསེར་གྱི་ས་ཞིང་ཡིན་ཅེས་རྡུལ་ཕྲ་རོ་ཇི་སྙེད་ཡོད་པ་དེ་སྙེད་ཀྱི་གྲངས་དང་མཉམ་པའི་འཁོར་ལོས་སྒྱུར་བའི་རྒྱལ་སྲིད་ཐོབ་པར་གསུངས་དཀོན་མཆོག་ལ་འཐབ་མོ་རྒྱལ་བ་ཁོ་ནའི་ཀྱང་གཟུགས་བཟང་བ་འཁོར་མང་བ་སོགས་ཕན་ཡོན་བཅུ་གསུངས་ཏེ་འདིའི་རིགས་ཤིན་ཏུ་མང་པོ་མདོ་སྡེ་ལས་རྣམ་དཔྱད་དུ་གསུངས་ཇོ་བོ་བཀའ་ཐང་པའི་དགེ་བཤེས་གོང་མ་ཀུན་གྱིས་ཆོས་སྤྱོད་གཞན་མི་མཛད་པར་ཡན་ལག་བདུན་པ་ཁོ་ན་ལ་ཉིན་མཚན་དུ་འབུངས་སྙམ་མའི་བདག་པོ་ཚུན་ཆད་ཀྱི་བཀའ་རྒྱུད་གོང་མ་ཀུན་གྱི་ཕྱག་སྲོལ་ལའང་ཡོད་ཀྱང་རིམ་པར་གཏན་འབེབས་བབས་ཡོད་བ་ལྟ་བུ་དེང་སང་རང་རེའི་ཚོ་ལ་གཞི་ནས་ཚོགས་གཙོ་དགོས་པའི་འདུན་པ་མེད་ཅུང་ཟད་ཡོད་དུ་ཟིན་ཀྱང་དད་པ་བརྩོན་འགྲུས་གཉིས་ཀ་ཆུང་བས་ཚོགས་བསགས་ལག་ལེན་དུ་མ་ཐེག་པར་སྐུ་གསུང་མཆོད་རྟེན་རེ་ཡོད་པ་རྡོ་རྗེ་གཡོག་སྙིང་ཁམས་ཆེ་བ་ཚོས་ནི་རང་གི་ཞབས་རུས་གོས་ཧྲུལ་ཡིན་ཆེད་ཀྱི་ཞབས་སོ་ཙམ་རྒྱག་ལ་རྟིང་ཕུར་དང་མཆོད་རྟེན་ཙམ་ཡོད་ཀྱང་ཐར་བ་སྐྱེལ་མའི་ལུས་མི་དགོས་པས་མགོ་ཕྱིས་ལུས་བརྡར་བྱས་སྟོང་ཉིན་ཉིན་གཅིག་ཀུན་ནས་བསླངས་པའི་མེ་ཏོག་གཅིག་དཀོན་མཆོག་ལ་ཕུལ་མ་མྱོང་ཡན་ལག་བདུན་པ་ཚར་གཅིག་བཏོན་མ་མྱོང་བ་རང་རེའི་བསོད་ནམས་མི་འདུག་ཟེར་བ་བསོད་ནམས་ག་ལ་ཡོང་བསོད་ནམས་ཀྱི་རྒྱུ་ཚོགས་བསགས་དགོས་པ་འདུག་ཐ་ན་ནེ་འབྲུ་ཞིང་ཀྱང་ཟ་ཉེན་པ་དེ་རང་གི་ཟ། ཟ་མ་ཉེས་པ་དེ་ཆོས་ཉན་བྱེད་གསེར་དང་དངུལ་དང་ཟ་གསེར་རེ་དངུལ་ལ་དར་ཟབ་རྟ་ཕྱུགས་ལ་སོགས་པ་མི་ཕོངས་པ་ཡོད་བཞིན་དུ་བདག་ནི་བསོད་ནམས་མེད་དེ་སྤྲིན་ཆེན་དེ་མཆོད་པས་ནོར་ཞིང་བདག་ལ་བཅང་མ་ཤེས་ཟེར་ནས་མར་མེ་ཀོང་ཆུང་གང་དང་ཞྭ་སེར་མཛུབ་མོ་ཙམ་རེ་མཆོད་པར་རློམ་སྟེ་དཀོན་མཆོག་ལ་རྫུན་བཏང་བ་ཀུན་ལ་བསོད་ནམས་འོང་བ་ཨེ་འདུག་དེས་ན་སྦྱོར་ཚིག་གི་ཚོགས་རེ་གསོག་པ་ལ་ཅིས་ཀྱང་གལ་ཆེ་བ་བདག་སོགས་གསོག་པ་ལ་ཡན་ལག་བདུན་པ་ལས་ཟབ་པ་མདོ་རྒྱུད་ཀུན་ནས་མ་གསུངས་དེ་ལ་ཡང་ཕྱག་འཚལ་བ་ལས་ཀྱང་མཆོད་པ་ཟབ། དེ་ལས་ཀྱང་སྡིག་པ་བཤགས་སྡིག་བཤགས་བསགས། དེ་ལས་ཀྱང་ཡི་རང་བ་ལ་སོགས་པ་སྔ་མ་སྔ་མ་ལས་ཕྱི་ནང་ཕྱི་མ་ཕྱི་མ་བསོད་ནམས་ཆེ། འདུན་ཆུང་རྒྱས་བསྡུས་གང་ཆེ་རང་གི་བློ་དང་སྦྱར་ཤོག་དོན་བསམ་རྒྱུ་དེར་གནད་ཆེ། ད་འདོན་མ་འདོན་ཟེར་བའི་སྐབས་སུ་ཅི་དང་ཉིན་མ་ཉིན་གང་ཅིག་འདོན་ཐུབ་པ་ཡིན་ན་ཕན་ཡོན་ཆེ་བ་ཡོད་པ་འདྲ་པོ་དང་སྐར་མ་བཅུ་བཅོ་ལྔ་ནང་འདོན་པ་ཚར་སོང་བ་ཡིན་ན་ཕན་ཡོན་མེད་པ་འདྲ་པོ་ད་ཅི་ན་མང་ཆེ་བ་ཟབ་མོ་དེ་དང་དེ་ཡོད་པ་རེད་ད། ཅིག་སྔ་དྲོ་ཆུ་ཚོད་དྲུག་པ་ནས་ཅིག་ནས་ཕྱི་དྲོ་ཆུ་ཚོད་དྲུག་པ་མ་རེད་པ་ལོ་ཅིག་ལྡིང་ལྡིང་ཀོག་ཀོག་ཅིག་ཅིག་འདོན་ཐུབ་པ་ཡིན་ན་ད་དགེ་བ་འགྲུབ་ཀྱི་འདུག་བསོད་ནམས་བསགས་ཀྱི་འདུག་ཟེར་ཡ་ཅིག་ད་འཇིག་རྟེན་ན་ཡོངས་གྲགས་འདྲ་པོ་དེ་རེད། ད་སྐར་མ་ལྔ་བཅུ་ཕྱི་ནང་འདོན་མ་འདོན་ཚར་སོང་ནས་ད་དེ་འདོན་པ་དེ་ལ་ཅིག་ཡིད་མ་ཆེས་བསྡད་ཡ་འདྲ་བོ་ཞིག་དེ་འདྲ་ཞིག་ཡོང་གི་ཡོད་པ་ད་དེ་གལ་ཆེན་པོ་མ་རེད་གསུང་བ་རེད་འདུག་གཙོ་ཆེ་ཤོས་དེ་དོན་བསམ་རྒྱུ་རེད། དོན་བསམ་རྒྱུ་ཟེར་ཡ་དེ་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་ཨ་ནི་ཅིག་ཁ་དོན་བདེ་སྤྱོད་ཆོལ་ཁ་ཆོས་སྤྱོད་རྒྱུད་སྡེ་ལ་སོགས་པ་ག་རེ་བཏོན་པ་ཡིན་ན་ཡང་དེ་ལ་དང་པོ་སྐྱབས་འགྲོ་དེ་ནས་སེམས་བསྐྱེད་ད་དངོས་གཞིའི་སྐབས་སུ་ལ་དེ་ནས་ཕ་རོལ་ཏུ་ཕྱིན་པ་དྲུག་གི་ཉམས་ལེན་ཡོངས་སུ་རྫོགས་པ་དེའི་ནང་དུ་ཟླ་སྒྲིལ་འདུལ་བ་དེ་འདྲ་དེ་ད་ནས་རྗེས་སུ་བསྔོ་བ་དང་བཅས་པ་ཐོག་ནས་མགོ་མཇུག་བར་གསུམ་ཐམས་ཅད་ལ་ཡང་ཕུན་སུམ་ཚོགས་པ་ཅིག་ཡོང་ཐུབ་པ་ཡིན་ན། ད་དུས་ཚོད་ཐུང་ཐུང་གཅིག་གི་ནང་ལ་ཡང་དགེ་བ་རླབས་ཆེན་པོ་བསྒྲུབས་ཟིན་པ་རེད། མ་ཎི་རྡོག་གཅིག་མ་གཏོགས་མ་འདོན་ན་ཡང་དེ་འདྲ་དེ་ལ་ཡང་དེ་ནས་དམ་པ་གསུམ་གྱི་རྩིས་སུ་འཐོད་པ་ཡིན་ན་དགེ་བ་དེ་བླ་ན་མེད་པ་བསམ་གྱིས་མི་ཁྱབ་པ། བྱང་ཆུབ་མ་ཐོབ་ཀྱི་བར་དུ་ཡང་དེ་ལས་འཛད་པ་མེད་པ་གོང་ནས་གོང་འཕེལ་དུ་འགྲོ་ཐུབ་ཡག་གི་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དང་དཔག་བསམ་གྱི་རྒྱུན་ཤིང་ལྟ་བུ་ཡོང་ཐུབ་ཡག་དེ་ཡང་རྩ་བ་དེ་འདྲས་ཀྱི་དམ་པ་གསུམ་གྱི་རྩིས་སེམས་གོ་བ་རེད། དེ་འདྲ་དམ་པ་གསུམ་གྱི་རྩིས་མ་ཟིན་ཡོང་དུས་ད་ནི་ཟླ་དྲུག་ཞག་དྲུག་བདུན་དྲུག་ལོ་དྲུག་སོགས་པ་ག་ཚོད་བྱས་བསྡད་པ་སྒྲུབ་པ་ག་ཚོད་ཅིག་བྱས་པ་ཡིན་ན་ཡང་ད་ནི་འབྲས་རྟགས་མཐོང་ཐུབ་ཡ་མེད་པ་རེད་ད་སོ་སོའི་རྒྱུ་སྲོལ་ལས་བསམ་བློ་བཏང་དགོས་བར་བ་སོ་སོའི་རྒྱུ་སྲོལ་ལས་བསམ་བློ་བཏང་ཡོང་དུས་ལོ་དང་ཟླ་བ་ཞག་དང་བསམ་པ་དེ་འདྲ་ཅིག་མང་པོ་ཅིག་བསྒྲུབས་ཡོད་རེད་དེ་ཡིན་ན་ཡང་གཙོ་ཆེ་ཤོས་དེ་ལྷ་ཞལ་མཇལ་ཐུབ་ཙམ་ཞིག་གང་ལྟར་ཡང་མ་རེད། ཐུན་མོང་གི་དངོས་གྲུབ་སྒྲུབ་ཐུབ་ཙམ་ཞིག་གི་ཡང་མ་རེད། ཚེ་རིང་བ་ཡོང་ཙམ་ཞིག་དོན་དག་ལ་ཡང་མ་རེད། ད་ཆོས་སྒྲུབ་པ་དོན་དག་ངོ་མ་དེ་ང་རང་ཚོ་སྡང་འཛིན་དང་ཉོན་མོངས་པའི་གཉེན་པོར་འགྲོ་དགོས་རེད། གཙོ་བྱེད་ཤུགས་དེ་ད་ལྟ་དེའི་ནང་ནས་ཕར་འདོར་དུ་ཕྱིན་པ་དྲུག་ཡོང་ནས་ད་ཤེས་རབ་དེ་གཙོ་བོ་རེད། ཤེས་རབ་དེ་ཡོད་པ་ཡིན་ན་ད་ནི་སྡང་འཛིན་གྱི་གཉེན་པོ་ལ་འགྲོ་གི་རེད། ཉོན་མོངས་པའི་གཉེན་པོ་ལ་འགྲོ་གི་རེད། དེ་མེད་ན་ང་ཚོ་སྡང་འཛིན་ཞི་བར་ཤོག་ཟེར་སྨོན་ལམ་རྒྱབ་པ་ཙམ་ཞིག་གི་ཡང་སྡང་འཛིན་ཞི་ཐུབ་ཡང་དཀའ་ལས་ཁག་པོ་རེད། ཉོན་མོངས་པ་ཞི་བར་ཤོག་ཆགས་སྡང་གི་རྣམ་པར་རྟོག་པ་དེ་ཞི་འགྲོ་བར་ཤོག་ཟེར་སྨོན་ལམ་བརྒྱབ་དཀོན་མཆོག་ལ་བདེན་པ་བསྐུར་ན་ཡང་རང་གིས་འབད་རྩོལ་མ་བྱས་ན་དཀོན་མཆོག་གི་ཐུགས་རྗེ་གཅིག་པུ་གིས་སུ་ཐུག་ཡ་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་དུས་དོན་གཉིས་ཚོགས་དགོས་ཀྱི་རེད་རང་གིས་ཡ་རྩོལ་བ་བཅས་ཤེས་རབ་བཅས་བརྩོན་འགྲུས་བཅས་དེའི་སྟེང་ནས་ད་ནས་བཟང་ཆ་དེ་བྱང་ཆུབ་སེམས་དཔའ་ལ་ཐུགས་རྗེ་གིས་བདེན་པ་བསྐུར་ན་ད་ནས་བྱས་ན་འཇུག་གི་རེད་དེ་འདྲ་ཡིན་དུས་ད་སྨོན་ལམ་བརྒྱབ་པ་ཙམ་ཞིག་གིས་ཕན་གི་ཡོད་མ་རེད་དེ་ཡིན་དུས་ད་དངོས་སུ་ང་ཚོ་ལག་ལེན་སྐེལ་དགོས་ཀྱི་ཡོད་པ་ཡིན་དུས། ལུས་ངག་ཡིད་གསུམ་གཅིག་ཏུ་སྒྲིལ་ནས་དགེ་བ་དེ་ལ་ཡང་དང་སེམས་གཞན་དུ་མ་ཡེངས་པར་ཐོགས་ནས་བསྟེན་ནས་བསྒྲུབ་ཐུབ་བོ། དེ་ནང་ནས་ད་གཙོ་བོ་བདག་མེད་རྟོགས་པའི་ཤེས་རབ་ཟེར་ལས་གལ་ཆེ་ཤོས་ནི་བདག་མེད་རྟོགས་པའི་ཤེས་རབ་ཀྱི་རྩིས་ཟིན་པ་ཡིན་ན་ཐེག་པ་ཆེན་པོ་གི་ཆོས་མ་ལུས་པ་ཐམས་ཅད་དུ་དངོས་དང་བརྒྱུད་ནས་ད་ནས་ཐམས་ཅད་མཁྱེན་པའི་རྒྱུ་ལ་འགྲོ་གི་རེད། ང་ཚོ་ཕ་རོལ་ཏུ་ཕྱིན་པ་ཟེར་ཤེས་ཡོན་དུ་ཚུར་རོལ་ཅིག་ཡོད་ན་ཕ་རོལ་ཡོད་དགོས་ཀྱི་ཡོད་རེད། ཕ་རོལ་ཟེར་ཡ་དེ་ཚུར་རོལ་ཅིག་ལ་ཡོད་ལ་བརྟེན་ནས་ཕ་རོལ་ཟེར་མིང་བཏགས་ཀྱི་ཡོད་པ་རེད། ཚུར་རོལ་ཟེར་ཕ་རོལ་ཟེར་ཡ་དེའང་ཚུར་རོལ་ལ་བརྟེན་ནས་བཏགས་ཀྱི་ཡོད་པ་རེད། ད་དེ་ཕན་ཚུན་གཅིག་གིས་གཅིག་ལ་རྟེན་འབྲེལ་གཏོང་ནས་ཡོང་གི་འདུག་བ་དེ་འདྲ་ཡིན་དུས་ད་ཚུར་རོལ་ཟེར་ཡ་དེ་འཁོར་བ་རེད། འཁོར་བ་ཚུར་རོལ་ཏེ་སྤངས་ནས་ཕ་རོལ་མྱང་འདས་ལ་འགྲོ་བར་བྱེད་པ་ལ་ཐབས་གཅིག་མ་གཏོགས་ཡོད་མ་རེད། དེ་ག་རེ་ཟེར་ན་ནི་སྟོང་ཉིད་རྟོགས་པའི་ཤེས་རབ་རེད་འཁོར་གསུམ་རྣམ་དག་རྣམ་པར་རྟོག་པའི་ཤེས་རབ་ཀྱི་རྩིས་ཟིན་པ་ཡོད་དགོས་ཡོད་རེད། འཁོར་གསུམ་རྣམ་པར་རྟོག་པའི་ཤེས་རབ་ཀྱི་རྩིས་མ་ཟིན་ན་ནི་དགེ་བ་གང་དང་གང་བསྒྲུབས་པ་དེ་འཇིག་རྟེན་པའི་གི་དགེ་བ་དང་འགྲོ་བ་མ་ཟག་བཅས་ཀྱི་དགེ་བ་དང་འགྲོ་བ་མ་གཏོགས་ཟག་པ་མེད་པ་ལ་འགྲོ་གི་མ་རེད། ཟག་མེད་དང། ནི་བླ་ན་མེད་པའི་གི་བྱང་ཆུབ་ཀྱི་རྒྱུད་ལ་འགྲོ་རྒྱུད་ལ་འགྲོ་བར་བྱེད་པ་ལ་དངོས་རྒྱུད་དེ་ག་རེ་ཟེར་ན་བདག་མེད་རྟོགས་པའི་ཤེས་རབ་རེད། ད་ཤེས་རབ་ཟེར་དུ་བརྩམས་པ་ལ་མདོར་ན། ཅིག། ཡང། ཡང་དག་པའི་གི་དོན་ལ་ཇི་བཞིན་དུ་མ་ནོར་བར་མཐོང་ཐུབ་ཡ་དེ་ནི་དོན་དམ་དོན་དམ་པ་རྟོགས་པའི་ཤེས་རབ་གསུངས་ཡ་དེ་དེ་ཡིན་པ་རེད། དེ་ལ་བརྟེན་ནས་དེ་འདྲ་བ་ཞིག་རྟོགས་ཐུབ་པ་ཡིན་ན་ནི་གཅིག་ལུས་སེམས་ཀྱི་སྡུག་བསྔལ་ཡིན་ན་ཡང་འདྲ་འདུག་ཅིང་བར་ཆད་ལ་སོགས་པ་ཡིན་ན་འདྲ་དེ་ཚོ་ཡང་གཅིག་ཆོ་ག་བསྒྲུབ་མ་གོ་བ། རིམ་གྲོ་བསྒྲུབ་མ་གོ་བ་གཉེན་པོ་གཞན་བསྟེན་མ་གོ་བ་དེ་ནི་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཡི་སྟོབས་ཀྱིས་སྡུག་བསྔལ་ཐམས་ཅད་བག་ལ་བཞག། ཉོན་མོངས་པ་ཐམས་ཅད་ཡང་བག་ལ་བཞག་བདག་ཏུ་འཛིན་པའི་བློ་དེ་བག་ལ་བཞག་ཡོང་དུས་དེའི་ནི་འབྲས་བུ་སྟོབས་ཆེན་པོ་སྐྱེད་ཐུབ་ཡ་ཁོ་ལ་ནུས་པ་མེད་པ་ཆགས་འགྲོ་བ་རེད། དེ་ཆགས་ཡོང་དུས་བརྩམས་པ་ལ་སྡུག་བསྔལ་དེ་ཡང་དེ་དེ་གང་ལས་བྱུང་གི་དེ་ལས་བྱུང་བའི་གི་འབྲས་བུ་སྡུག་བསྔལ་དེ་ཡང་ད་ནི་ཤུགས་ཆུང་དུ་འགྲོ་ཐུབ་ཡ་དང་ནུས་པ་ཟད་ཐུབ་ཡ་ལ་དེ་ནི་ནུས་པ་དང་ཕན་ཐོགས་ཡོད་པ་རེད་དེ་ལ་ད་ནི་ད་མ་རིག་པ་སེམས་རྩ་བ་ད་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་དེ་མ་རིག་པ་ཡིན་པ་རེད་ད་དེ་ཕྱིན་ཕྱིན་ཅི་ལོག་པའི་རྒྱུ་ཡི་རྩ་བ་དེ་ཡིན་པ་ཡིན་དུས་དེ་བག་འཇོམས་པར་བྱེད་པ་ལ་དེ་ནི་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ད་ནི་མ་རིག་པ་སྐྱོབ་དགོས་ཀྱི་ཡོད་གསུང་བ་རེད་འདུག་བ་ད་ལྟ་རིག་པ་དྲུག་ཅུ་པའི་ནང་ལ་གསུང་བ་ནང་བཞིན་གྱི་གནས་མེད་དམིགས་པ་ཡོད་མ་ཡིན་རྩ་བ་མེད་ཅིང་གནས་པ་མེད་མ་རིག་རྒྱུ་ལས་ཤིན་ཏུ་འབྱུང། ཐོག་མར་དབུས་མཐའ་རྣམ་པར་སྤངས་ཆུ་ཤིང་བཞིན་དུ་སྙིང་པོ་མེད། དྲི་ཟའི་གྲོང་ཁྱེར་འདྲ་བ་སྟེ་རྨོངས་པའི་གྲོང་ཁྱེར་མེད། ཟད་པར་འགྲོ་བ་སྒྱུ་མ་བཞིན་དུ་རྣམ་དག་ཆོས་ཐམས་ཅད་རྨི་ལམ་ལྟ་བུ་ཡིན་པ་ཆོས་ཐམས་ཅད་སྒྱུ་མ་ལྟ་བུ་ཡིན་པ་ཆོས་ཐམས་ཅད་བདག་གྲགས་ཆ་ལྟ་བུ་ཡིན་པ་དཀར་དམར་རབ་རིབ་མར་མེ་དང་རྒྱུ་མ་ཟིལ་བ་ཆུ་བུར་དང་རྨི་ལམ་གློག་དང་སྤྲིན་ལྟ་བུ་འདུ་བྱེད་ཆོས་རྣམས་དེ་ལྟར་རྟག་རྟག་ཆོས་ཐམས་ཅད་དེ་ལྟ་བུ་རྟག་པར་གསུངས་འདུག་བ་དེང་རབས་སུ་རྟག་ང་ཚོར་སྡུག་བསྔལ་བྱུང་ཡོང་བ་དང་ཡིན་ན་འདྲ་སྡུག་བདེ་སྐྱིད་བྱུང་ན་ཡང་འདྲ་བདེ་སྡུག་ག་རེ་བྱུང་བ་ཡིན་ནའོ་དེའི་སྐབས་ལ་རྟག་རྨི་ལམ་ལྟ་བུ་རེད་སྒྱུ་མ་ལྟ་བུ་རེད་བསམ་ཡོད་ལས་གལ་ཆེན་པོ་ཡིན་པ་རེད་དེ་འདྲ་བརྟན་རྟོགས་ན་དེ་ལས་བརྟན་པའི་རྟོགས་ཡོད་ལ་ཕན་ཐོགས་ཡོད་པ་རེད། དེ་མ་གཏོགས་བརྟེན་ནས་འཚོ་བ་ཆགས་སྡང་གི་རྗེས་སུ་འགྲོ་ཡོད་འདུག་དེ་ལ་འཛིན་པ་བཅས་ཡོད་འདུག་དེ་དེའི་འཛིན་པ་དེ་ལ་བརྟེན་ནས་ང་ཚོ་ལས་བསགས་དེ་ལ་བརྟེན་ནས་འཁོར་བ་འགྲོ་གི་ཡོད་པ་རེད་ད་དེ་ལས་ལྡོག་དགོས་མཁོ་ཡོད་ན་བརྟེན་ནས་སྒྱུ་མ་ལྟ་བུ་རེད་རྨི་ལམ་ལྟ་བུ་རེད་བསམ་ཡོད་དེ་ཞེ་དྲག་གལ་ཆེན་པོ་རེད་དེ་ལ་བརྟེན་ནས་བཅོམ་ལྡན་འདས་དགེ་བའི་རྒྱུད་སྨིན་པའི་སྒོ་གསུང་བ་དང་དཔེ་བཅུ་གཉིས་ལ་སོགས་པ་གསུང་བ་དང་སོགས་དེ་ཡིན་པ་རེད་ཉམས་ལེན་པ་ཐམས་ཅད་ཡིན་ན་ཡང་གཅིག་སྟོང་ཉིད་རྟོགས་པའི་ལྟ་བ་ཟེར་དུས་བསམ་པ་གཅིག་ཡིན་གཅིག་བཤད་གྲྭ་འདྲ་བོ་གཅིག་དང་གཅིག་གྲྭ་ས་འདྲ་བོ་དེ་འདྲ་གཅིག་གི་ནང་ལ་ཡང་སྐད་ཆ་འདྲ་བོ་ཞིག་དང། ཅིག་དེ་འདྲ་ཡིན། སྒོམ་ཟེར་བའི་སྐད་ཆ་བཤད་ཡོང་དུས་ཡང་སྒོམ་འདྲ་བ་ཟེར་འབྲུག་འདྲ་བའི་སྐད་ཆ་འདྲ་པོ་ཡིན་པ་དེ་འདྲ་མ་རེད་བ། སྤྱི་དང་ག་རེ་ཟེར་ན་ཤེས་སྒྲུབ་ཟེར་ཡ་དེ་ཆོས་ཤེས་པ་དང་སྒྲུབ་པ་ཟེར་ཡ་དེ་རྣམ་པ་ཐམས་ཅད་མཁྱེན་པ་དོན་དུ་གཉེར་ནས་དེ་ནི་ཅིག་ཚེ་འདི་བཞིན་གཉིས་ཀ་ལ་ཡང་ཅིག་ཡང་དག་པའི་གེགས་དང་མི་ཚེ་དོན་དང་ལྡན་པ་ཅིག་བཟོ་དགོས་ཀྱི་ཡོད་བསམ་པ་ཡིན་ན་དེ་འདྲ་དང་དང་ཐོས་བསམ་སྒོམ་གསུམ་དེ་ཐུན་མོང་དུ་བྱེད་དགོས་པ་རེད་མ་གཏོགས་དེ་ལ་ཡང་དབྱེ་བ་ཕྱེ་ནས་སྡེ་ཚན་འདྲ་པོ་བྱེད་ཡ་དེ་གང་ཡང་མེད་པ་རེད་དེ་འདྲ་ཡིན་དུས་ནམ་ཕྱིན་སྡུག་བསྔལ་ཞི་བར་འདོད་པ། བདེ་བ་ཐོབ་པར་འདོད་པ་ཡོད་ན་དོད་པ་བྱེད་དགོས་ཀྱི་རེད། སྡུག་བསྔལ་ཞི་བར་འདོད་པ་དང་བདེ་བ་ཐོབ་པར་འདོད་པ་ནི་བསམ་པ་ཡོད་དགོས་ཀྱི་རེད། དེ་ལ་དགོངས་པ་ཡོད་དགོས་ཀྱི་ཡོད་རེད། དེ་ལ་བརྟེན་ནས་ད་ནི་ང་ཚོས་ཉིན་མོའི་གི་སྣང་བ་འདི་ཚོ་སྤྱོད་ལམ་ཐ་མལ་པའི་སྤྱོད་ལམ་གྱི་ནང་ལ་ཡང་ད་ནི་ཉམས་ལེན་བྱེད་ཟེར་བའི་སྐབས་སུ་ཡིན་གཅིག་མིན་གཉིས་ཅིག་སྒོམ་འདྲ་པོ་ཞིག་བརྒྱབ། ཉམས་ལེན་བྱེད་ཟེར་དུས་ཡིན་གཅིག་མིན་གཉིས་མཚམས་འདྲ་པོ་ཅིག་ལ་འཛུལ་ནས་སྒོ་སྒེའུ་ཁུང་ཚང་མ་བག་བརྒྱབ་ནས་ད་སྒོ་ད་ནི་ཡི་གེ་ཆེན་པོ་ཅིག་རྒྱག་ནས་ང་མཚམས་ལ་འཛུལ་དེ་ཡོད་ཟེར་ནས་དེ་ཙམ་ཞིག་གི་དོན་དག་གང་ཡང་མ་རེད། ད་ཉམས་ལེན་ཟེར་བའི་སྐབས་སུ་ཁོ་ཉིན་རེ་ཉིན་རེ་ང་རང་ཚོ་མི་ཚེ་གི་ནང་ལ་ཡང་ཉམས་ལེན་དེ་དུས་རྒྱུན་དུ་སྤྱོད་ལམ་གྱི་ནང་ལ་ཆེར་བྱེད་པ་ཡོད་དགོས་ཀྱི་ཡོད་རེད། དེ་ཡིན་ལུས་ཙམ་པ་དག་ག་རེ་དགོས་ཀྱི་ཡོད་ཟེར་ན་དམ་པ་བས་བདེ་བ་ང་རང་ཚོའི་བདེ་བ་སྡུག་བསྔལ་སྐྱིད་སྡུག་ལས་ངན་ག་རེ་བྱུང་པ་ཡིན་ན་ཡང་དེ་ཐམས་ཅད་ཆེར་ཤེས་པ་དགོས་ཀྱི་རེད། ལྷག་པར་ཉམས་ལེན་གྱི་སྐབས་སོགས་ལ་ཡང་དེ་ནི་སྐྱིད་ན་སྐྱིད་སྡུག་ཐོག་ཆོས་ཉམས་ལེན་བྱེད་ཐུབ་པ། སྡུག་ན་སྡུག་ཐོག་ཏུ་ཆོས་ཉམས་ལེན་བྱེད་ཐུབ་པ་ཅིག་དགོས་ཀྱི་རེད་གསུངས་བ་དཔའ་སྤྲུལ་རིན་པོ་ཆེ་གསུངས་བ་དེ་དེ་ཡིན་པ་རེད་བཟོ་བ་ད། དེ་འདྲ་ཡིན་དུས་ད་དེ་ཡོང་ཐལ་ཙམ་ལ་སོ་སོའི་ལུས་ལ་ན་ཚ་དང་སེམས་ལ་སྡུག་བསྔལ་བྱུང་ན་ཡང་ཨོ་རྨི་ལམ་ལྟ་བུ་རེད་སྒྱུ་མ་ལྟ་བུ་རེད་སྣང་ལ་རང་བཞིན་གྱིས་མ་གྲོལ་བ་རེད་དེ་ཡང་སྐྱེ་བ་འཁོར་བ་ཐོག་མ་མེད་པ་ནས་བྱས་ནས་ལས་ངན་པ་བསགས་ཉོན་མོངས་པ་དང་བདག་ཏུ་འཛིན་པའི་ཀྱི་བློ་ཕྱིན་ཅི་ལོག་པ་འདི་ལ་བརྟེན་ནས་ད་ལྟ་མི་འདོད་བཞིན་དུ་ལུས་སེམས་ཀྱི་སྡུག་བསྔལ་དང་རྐྱེན་གེགས་བར་ཆད་གདོན་བགེགས་འབྱུང་པོ་མི་མ་ཡིན་གྱི་གནོད་པ་ཐམས་ཅད་དེ་ལ་བརྟེན་ནས་བྱུང་བ་རེད་ད། ཇི་སྲིད་ཉོན་མོངས་པ་དང་བདག་འཛིན་མ་རིག་མ་ཟད་ཀྱི་བར་དུ་སྡུག་བསྔལ་དེ་ཟད་ཀྱི་མ་རེད་ད་དེ་ཟད་པར་བྱེད་པའི་ཐབས་ལ་ད་དོན་དངོས་དང་བརྒྱུད་ནས་ཐོས་བསམ་སྒོམ་གསུམ་གྱི་ཉམས་ལེན་ཐམས་ཅད་དེ་དེའི་ནོར་འཕྲོ་ཐོས་པ་ཞིག་གོ་གི་འདུག། དེ་ཡིན་དུ་ལྟ་ཆོས་ཐམས་ཅད་རྨི་ལམ་ལྟ་བུ་རེད་སྒྱུ་མ་ལྟ་བུ་ཡིན་པ་རེད་ཟེར་ནས་ཤེས་ཐུབ་ན་སྡུག་བསྔལ་དེ་མང་ཉུང་དུ་འགྲོ་ཡག་དང་སྡུག་བསྔལ་གྱི་གོ་སྐབས་དེ་ཡང་མང་ཆུང་དུ་འགྲོ་ཡག་སྡུག་བསྔལ་གྱི་སྟོབས་དང་ནུས་པ་ཡང་ཆུང་དུ་འགྲོ་བ་ལ་ཕན་ཐོགས་ཡོད་པ་རེད་གསུང་བ་རེད་དོ། དེ་འདྲ་ཡིན་དུ་ལྟ་ཅིང་དངོས་དང་བརྗོད་ནས་ཚོགས་བསགས་པ་དང་སྒྲིབ་པ་སྦྱོང་ཡང་སྐྱེ་འགྲོ་འགྲོ་དགོས་པ་རེད་གསུང་བ་རེད་དོ། དེ་མེད་ན་དེ་ནི་དུས་ཚོད་ཀྱི་ཐོག་ནས་རིན་པོ་ཆེ་བསམ་བློ་བཏང་ལྟ་ལོ་དང་ཟླ་བ་ཞག་དང་གྲངས་མང་པོ་བྱས་ལ་སྒྲུབ་ཐུབ་ན་ཕན་ཐོགས་ཡོད་བསྡད་པ་འདྲ་བོ་ཡང་ལ་ལ་གི་ཅིག་གི་ལྟ་ཚེ་མཚམས་བསལ་བའི་སྐབས་སུ་ལ་ཡ། རི་ཁྲོད་འདྲ་བོ་ཆེ་དང་འགྲོ་དོན་གནད་གཅིག་གི་ཚད་མཚམས་དེ་ཡིན་ཟེར་བ་མ་གཏོགས་ལུས་ཡལ་གའི་དབེན་པ་ལ་བསྡད་པ་ཙམ་མ་གཏོགས་སེམས་དེ་རྣམ་གཡེང་དག་དང་འཇིག་རྟེན་གྱི་གྲོང་ངོ་ནང་ལ་ཕར་འགྲོ་བསྡད་པ་དེ་འདྲ་ཡང་ཡོང་མ་སྲིད་པ་མ་རེད་ཡོང་གི་རེད་དེ་འདྲ་ཡིན་དུས་དང་དེ་འདྲ་བ་དེ་ཨོང་དུ་མ་སོང་བ། དུས་ཀྱི་དང་ད་གྲངས་ཀ་མང་ཆེ་ཆུང་དང་འབོར་ཆེ་ཆུང་ལ་བསམ་བློ་བཏང་རྒྱུ་མེད་སོང་བ་རེད། མཆོད་པའི་སྐབས་སུ་ལག་ན་འོད་ཀྱིས་བཅངས་པའི་མཆོད་པ་ཞིག་ལ་མེ་འདྲ་ལས་བསོད་ནམས་ཆེ་བ་མེད་གསུངས་ཕ་རོལ་ཏུ་ཕྱིན་པ་དྲུག་གིས་ཆ་ཤས་ཀྱང་ཚང་བས་དེ་ཐམས་ཅད་ཀྱི་ཕན་ཡོན་ཤུགས་ལས་འབྱུང། མེ་འདྲར་ཕུལ་བའི་ཕན་ཡོན་དཔག་ཏུ་མེད་པ་གཞན་ཚོའི་སར་མེ་འདྲར་བྱས་པ་ཙམ་གྱིས་ལྷ་གནས་རྣམས་ལ་གླིང་བཞི་དབང་ཕྱུག་དང་བཅུ་བ་ཁང་བུ་བརྩིགས་པའི་མདོ་ལས་གསུངས་ཤིང། དེའི་ཤུགས་ལ་དྲི་བཟང་བྱུགས་པ་དང་མེ་ཏོག་ཕུལ་བ་ཙམ་གྱིས་ཀྱང་རྒྱ་ཆེན་རིགས་བཞི་ཡི་ལྷ་ཚོགས་སུ་སྐྱེ་བར་བསྟན། མདོར་ན་ཚོགས་མྱུར་དུ་རྫོགས་པའི་ཐབས་ཆེས་ཟབ་པའི་མན་ཏྲ་ཁྲིད་ཆེན་དབང་དུ་བསྟན་པའི་རྒྱུ་མཚན་ནི་འདི་ཡིན། ད་ལྟ་ཕྱི་མཚམས་ཀྱི་སྟོང་ཕོད་ཆུང་དུ་རློམ་པ་ཀུན་ཀྱང་བརྒྱ་སྟོང་ཁྲི་འབུམ་སོགས་ཀྱི་གྲངས་བགྲང་བའི་འབུལ་བ་ལས་ཆེ་བ་མི་སྲིད། དེ་ལ་ངས་འདི་ཙམ་ཕུལ་ཡོང་སྙམ་པའི་སྡང་འཛིན་དང་སྙན་གྲགས་ཀྱི་རེ་བ་སོགས་དྲི་མ་རེ་ཡང་ཅི་ཆང་འདྲེས་བླ་མ་དེའི་ཐུགས་ལ་བཏགས་འོང་བསམ་པའི་རེ་དོགས་ཤིག་ཀྱང་ཡོད། འབུལ་བའི་ཡུན་ཡང་ཅི་ཙམ་མང་ལ་བརྒྱ་སྟོང་ལ་ལྷག་པ་ན་མེད་ད། དུས་དེང་སང་གི་སྐབས་སུ་སོང་བ་རེད་འདུག་དུས་དེང་སང་གི་སྐབས་སུ་ལ་ཡང་དག་ཚོགས་བསགས་སྟངས་དེ་ཚོ་ཡང་སྤྱི་བཏང་དེ་ཅིག་བྱ་དགའ་གི་ཐོག་ལ་བརྒྱ་སྟོང་མ་ཁྲི་འབུམ་ལ་སོགས་པ་གྲངས་ཀའི་ཐོག་ལ་ཤུགས་ཆེ་བ་འགྲོ་གི་རེད། ད་བདག་འཛིན་ལ་ཡང་འབྲེལ་བ་ཡོད་པ་ཆགས་འགྲོ་གི་འདུག་གལ་སྲིད་ན་ངས་འདི་ག་ཚ་ཞིག་ཕུལ་ཡོད་ངས་སྦྱིན་པ་འདི་ག་ཚ་ཞིག་བཏང་ཡིན་བསམ་པ་འདྲ་བོ་བདག་འཛིན་གྱི་ངོ་སོ་དེ་འདྲ་ཅིག་གི་ཐོག་ལ་འགྲོ་ཡ་ཉེན་ཁ་ཡོད་རེད། དེ་ནས་སོ་སོའི་བླ་མ་འདྲ་བོ་གཅིག་ལ་ཡིན་ན་ཡང་བླ་མ་དེ་གའི་ཐུགས་ལ་བཏགས་ཡོང་ངས་འདི་འདྲ་གཅིག་མ་བྱས་ན་བླ་མ་དགོངས་པ་ཚོམ་གི་རེད་དེ་བླ་མ་དགོངས་པ་ཚོམ་སོང་བ་ཡིན་ན་དེ་ཡིས་འགྲིག་གི་མི་འདུག་བསམ་པ་འདྲ་བོ་གཅིག་བླ་མའི་ངོ་སྲུང་ཙམ་ཞིག་བྱེད་རོགས་ལ་ཡང་ཡང་དགེ་བ་འགྲུབ་མཁན་ཡོང་གི་རེད་དེ་ཚོ་ཐམས་ཅད་ཀྱིས་ཕན་པ་མེད་པ་རེད་གསུང་བ་རེད། ད་དེ་ཡིན་དུས་འབུ་ལོའི་ཡུན་ཡང་ཅི་ཙམ་མང་རུང་བརྒྱ་སྟོང་ལས་ལྷག་པ་ནས་མེད། མེ་འབྲར་ནི་ཕྱིའི་གནོད་སྐྱོན་འཇིག་རྟེན་དང་ནང་ཆོས་ཀྱི་སེམས་ཅན་ཐམས་ཅད་ནམ་མཁའི་གར་སྟབས་ཀྱི་དཔའ་འབྱོར། ཡིན་པས་རྒྱ་ཆེ། ང་ཡིད་སྤྲུལ་གྱི་མཆོད་པ་ཕུལ་ངེས་ཡིན་ཟེར་ལ་དྲི་མ་ཡང་མེད། དཀོན་མཆོག་གསུམ་ཀའི་ཐུགས་ལ་རྟག་མི་རྟག་གི་རེ་དོགས་ཀྱང་མི་འབྱུང། ཕྱོགས་བཅུ་དུས་བཞིར་དཀོན་མཆོག་ལ་དམིགས་ནས་འབུལ་བའི་ཡུལ་བཟང་ཞིང་རྒྱ་ཆེ་བ་སོགས་སྒོ་ཐམས་ཅད་ནས་ཚོགས་མི་ཚོགས་ཀ་མེད་ཡིན་པ་ནན་ཏན་བྱའོ། ད། བླ་མ་ཡིད་ལ་དགོངས་པ་དང་བླ་མ་དངོས་སུ་ཞལ་བཞུགས་པ་གཉིས་ལ་ཆད་པ་མེད་པ་ཅིག་སྒུག་རེ་སོང་བ་དེ་རེ་དོགས་ད་དུས་དེང་སང་སྐབས་སུ་ལ་ཡ་ད་ནས་བླ་མ་ཞལ་བཞུགས་དེ་བརྩམས་པ་དེ་ལ་ཡ་གསོལ་བ་ཅིག་བཏབ་དེ་ལ་ཡ་གཅིག་གི་ཡོན་ཏན་གྱི་ཆེ་བ་བརྗོད་པ་ཡིན་ན་ནི་དེ་ཁ་ཚང་སྔོན་མ་ཞུ་གོང་དུ་ཞུས་པ་ནང་ད་རེ་གཅིག་ཁྲམ་བཤད་བསྡད་མཁན་འདྲ་བོ་ཅིག་ནང་ལ་འགྲོ་ཡ་ཉེན་ཁ་ཡོད་པ་རེད། དཔེ་ལས་བཤད་བསྡད་པ་འདྲ་བོ་མེད་འགྲོ་བསམ་སོང་འདྲ་བོ་ཅིག་གི་ནང་ལ་འགྲོ་གི་ཡོད་པ་རེད་དེ་ལ་བརྟེན་ནས་དགོས་པ་ཞིག་འདྲ་མི་འདུག་སོང་བ་རེད། བླ་མའི་ཐུགས་ལ་བཏགས་ཡོང་བླ་མ་ལ་བསྟོད་སྒྲ་ཅིག་ཕུལ་ན་བླ་མ་འདི་ཡིས་ང་ལ་ཐུགས་བརྩེ་བ་ཟེར་གི་རེད་ང་ལ་བྱམས་སྐྱོང་གནང་གི་རེད། ང་ལ་ཡང་ཐུན་མོང་མ་ཡིན་པའི་ཐུགས་གཟིགས་ཅིག་ཡོང་གི་རེད་བསམ་པའི་རེ་བ་ཅིག་གི་ཐོག་ནས་ད་དེ་འདྲ་བྱེད་སྲིད་ཀྱི་རེད། ད་དཀོན་མཆོག་གསུམ་ལ་ཡང་དེ་འདྲ་ཞིག་མཆོད་པ་ཕུལ་བ་ཡིན་ན་དཀོན་མཆོག་གསུམ་གྱིས་ལ་དཔེ་ལས་བཤད་བསྡད་ན་དཀོན་མཆོག་གསུམ་ལ་དཔེ་ལས་བཤད་ཡ་གང་ཡོང་གི་མ་རེད་དཀོན་མཆོག་གསུམ་གྱི་ཐུགས་ལ་བཏགས་དང་མི་བཏགས་ཀྱི་བྱེད་པ་འགྲོ་གི་མ་རེད་དེ་ལ་རེ་བ་དང་དོགས་པ་ཡང་ཡོད་མ་རེད། ཕྱོགས་ཆོས་འཐུས་བྱས་ཀུན་སྤྱོད་ལ་ནི་དམིགས་རྣམ་གྱི་འབུལ་བའི་ཡུལ་ལ་ནི་འདི་བཟང་བ་རེད་འདི་ཆུང་བ་རེད་ངན་པ་རེད་འདི་རྒྱ་ཆེ་བ་རེད་འདི་རྒྱ་ཆུང་བ་རེད་བསམ་པ་ནི་ཡོད་མ་རེད་དེ་ལ་བརྟེན་ནས་དེ་ནི་ཚོགས་མི་ཚོ་ཀ་མེད་རེད་དེ་ལ་ནན་ཏན་དུ་བྱའོ་གསུང་བ་རེད་སྐུ་གསུང་ཐུགས་ཀྱི་རྟེན་བཞེངས་པ་གཙུག་ལག་ཁང་གསར་པ་བཞེངས་རྙིང་པ་གསོ་བ་དགེ་འདུན་ལ་བསྙེན་བཀུར་བྱེད་པ་འབྱོར་པ་མེད་པའི་ཆ་གཙུག་ལག་ཁང་ལ་ཕྱག་དང་ཕྱག་སྐོར་བྱེད་པ་བསྟོད་ཅིང་གསོལ་བ་བཏབ་པ་ཐ་ན་གསང་ཆེན་ལ་དམིགས་ཏེ་ཐབ་མོ་ཡ་གཅིག་བསྐྱལ་བ་ལ་ཡང་མེ་ཏོག་གཅིག་ནམ་མཁའ་ལ་བོར་བའི་བསོད་ནམས་ཀྱི་ཚད་མེད་པ་གསུངས་པ་ལྟར་ས་སྐྱ་པཎྜི་ཏ་ཀའི་ཕྱག་འཚལ་བའི་ཕན་ཡོན་དེ་ཚོ་མང་པོ་གསུངས་འདུག་བ་རང་རང་ལ་ད་ཆ་ལག་པ་གཉིས་ཐལ་མོ་རྒྱག་ན་ད་ཤས་གཅིག་དགོས་ཏེ་ལག་པ་ཡ་གཅིག་རྒྱག་བ་ཙམ་ཞིག་ཡང་ད་ནས་འབྲས་བུ་དེ་ཚོ་ཚད་མེད་པ་ཡོད་གསུངས་ནས་ད་ཕྱག་གི་ཕན་ཡོན་དེ་ཚོ་མང་པོ་གསུངས་འདུག་དེ་འདྲའི་ཡོན་བདག་མེ་ཏོག་གཅིག་ནམ་མཁའ་ལ་འཕོ་བའི་བསོད་ནམས་ཀྱང་ཚད་མེད་པར་གསུངས་པ་རེད། ཐལ་མོ་ཡ་གཅིག་རྒྱག་བ་ལ་ཡང་ཕན་ཡོན་ཚད་མེད་པར་གསུངས་བ་རེད་དེ་ཚོ་ཐམས་ཅད་ཡང་གཙོ་བོ་ཀུན་སློང་ཨ་ནེ་ཅིག་དད་པ་དང་མོས་གུས་ཕྱིན་ཅི་མ་ལོག་པ་ཡང་དག་པ་ཞིག་ཡོད་པ་ལ་བརྟེན་ནས་ཡོང་གི་ཡོད་པ་རེད། རང་རེ་རྣམས་འཇོག་སོང་ལྟ་བུ་དགེ་སྡིག་མི་ཤེས་པ་ཤེས་ཀྱང་མ་ནི་རྡོག་གཅིག་སྟོན་མི་ནུས་པ་ཅི་བྱ་མེད་པའི་ལུས་ངན་ནས་མ་ལངས་ད་འཇོག་གི་མི་ལུས་རིན་པོ་ཆེ་ཐོབ། ཆོས་བྱེད་རྒྱུ་མ་ཤོར་བའི་སྐབས་འདི་ལ་མི་ཚེ་སྟོང་ཟད་དུ་མ་སོང་བར་དགེ་བའི་བག་ཆགས་སྣ་རེ་ཙམ་བཞག་པ་ཅི་ནས་ཀྱང་གལ་ཆེ་བ་གདའ། ད་འདི་གདམས་ངག་རེད་འདུག་བ་ཞག་གདམས་རེད། ད་རེས་ང་རང་ཚོ་ད་འཇུག་མི་ལུས་རིན་པོ་ཆེ་ཐོབ་འདོད་ཡོད་རེད། རྒྱལ་བ་ག་བ་སངས་རྒྱས་ཀྱི་བསྟན་པ་དང་མཇལ་ཡོད་རེད། ཆོས་ཐོས་ཡོད་རེད། དགེ་བ་ནི་ག་རེ་ཡིན་དགེ་བ་ངོ་ཤེས་མི་དགེ་བ་ག་རེ་ཡིན་པ་དེ་ཤེས་ཀྱི་ཡོད་རེད། དེ་ལ་བརྟེན་ནས་མི་དགེ་བ་སྤང་སྟངས་ཡང་ཤེས་དགེ་བ་སྒྲུབ་སྟངས་ཡང་ཤེས་པའི་སྐབས་སུ་ལ་བརྟེན་ནས་དུས་ཚོད་འཕྲོ་བརླག་མ་སོང་བ་མི་ཚེ་སྟོང་ཟད་དུ་མ་སོང་བར་དགེ་བའི་བག་ཆགས་ག་ཚོད་ཅིག་ཡིན་ན་ཡང་རང་གི་སེམས་རྒྱུད་ལ་རྒྱག་ཐུབ་པ་བྱས་ཡ་དེ་ཚེ་འདི་ལ་ཡང་ཕན་པ་ཕྱི་མ་ལ་ཕན་པ་ཡོང་གི་རེད། གཞན་སེམས་ཅན་ཐམས་ཅད་ལ་ཡང་ཕན་པ་དེ་དེའི་སྟེང་ནས་འགྲུབ་པ་ཡོང་ཐུབ་དགོས་ཀྱི་ཡོད་རེད། དེ་མེད་ན་འདི་ནས་ཅིག་བསོད་ནམས་ཀྱི་ཚོགས་བསགས་པ་དང་འདི་ནས་ཅིག་སྒྲིབ་པ་སྦྱང་བ་རེད་ཟེར་ཐ་སྙད་དང་མིང་ཙམ་ལ་བསམ་བློ་བཏང་བསྡད་པ་ཡིན་ན་ཚོགས་བསགས་སྒྲིབ་སྦྱང་གི་གྲོགས་དང་འགྲོ་ཐུབ་ཡ་དཀའ་ལས་ཁག་པོ་ཡིན་པ་རེད་དེ་ལ་བརྟེན་ནས་ད་ཚོགས་བསགས་སུ་འདི་ལ་མང་པོ་གསུངས་འདུག་བ་སྐུ་རྟེན་བཞེང་ཡག་གསུང་རྟེན་བཞེང་ཡག་ཐུགས་རྟེན་བཞེང་ཡག་ད་ག་ནང་བཞིན་གྱི་ཅིག་དགེ་འདུན་ལ་བསྙེན་བཀུར་ཞུ་ཡག་ད་ནས་གཙུག་ལག་ཁང་ལ་ཡག་ཕྱག་དང་ད་ནས་ཅིག་ཕྱག་སྐོར་བྱེད་པ་གད་སྙིགས་མ་སྤོ་ཡག་དང་གད་སྙིགས་གཙང་མ་བཟོ་ཡག་ལ་སོགས་པ། དཔེ་ཚོགས་ཐམས་ཅད་ཡང་སྤྱི་བཏང་གི་ཚོགས་ནང་གི་ཚོགས་ནང་ན་འགྲོ་གི་ཡོད་པ་རེད། ད་དེ་ཚོ་ཐམས་ཅད་ཅི་ཐུབ་གང་ཐུབ་བྱས་ནས་བྱེད་ཐུབ་པ་ཡིན་ན་དངོས་དང་བརྒྱུད་ནས་དཔེ་ནི་ཅིག་ཤེས་རབ་དཔྱད་པའི་ཐབས་ལ་འགྲོ་ཐུབ་དགོས་ཀྱི་ཡོད་རེད། ད་ང་ཚོ་དཔྱད་བྱ་ངོ་མ་དེ་ག་རེ་དཔྱད་དགོས་ཟེར་ན་ཤེས་རབ་དཔྱད་དགོས་ཀྱི་ཡོད་རེད། ཤེས་རབ་དེ་དཔྱད་པར་བྱེད་པ་ལ་ད་ནི་བསོད་ནམས་ཀྱི་ཚོགས་དེ་ནི་མེད་དུ་མི་རུང་བ་ཡིན་པ་ཡིན་དུས་དེ་འདྲ་དེ་ལ་ད་རིང་མི་ལུས་ཐོབ་བླ་མ་མཇལ་ཆོས་ཐོས་ཉམས་ལེན་བྱེད་ཡག་གི་གོ་སྐབས་ཡོད་པའི་སྐབས་སུ་ལ་ད་ནི་དུས་ཚོད་འཕྲོ་བརླག་མ་སོང་བ་བྱས་ནས་ད་ནི་བག་ཆགས་སྣ་རེ་ཙམ་དགེ་བའི་བག་ཆགས་སྣ་རེ་ཙམ་རྒྱུད་ལ་བཞག་པ་དེ་གལ་ཆེ་བར་འདུག་གསུངས་པ་རེད། ད་དེ་གིས་ད་ནི་འགྲིག་གི་རེད་འབའ། ད་ལྟ་དེ་མན་དྲག་གི་ཁྲིགས་ཀྱི་རིམ་པ་དེ་ཚོ་དེ་མདོར་བསྡུས་ཅིག་དང་འདི་ན་ཞུས་ཚར་བ་ཡིན། ད་གཙོ་བོ་དེ་ཁྲིགས་ལུང་དྲངས་མ་འདྲ་བོ་ཞིག་དེ་ཞོར་དེ་བླ་མའི་རྣལ་འབྱོར་དེ་གསར་རྙིང་ཞུ་རྒྱུ་བྱས།